ཨོ། དེ་ནས་དེ་ལས་རིམ་དེ་གསན་གཟིགས་གནང་མཁན་ཆ་ཚང་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ནས་ད་ཁ་ཚང་དེ་རིང་དེ་ང་ཚོ་གི་དྲ་རྒྱ་གི་དུས་རིམ་འདི་དེ་སུ་འཁྲིག་པོ་ཡོད་རེད། དེ་ནང་བཞིན་གི་ནི་མི་ཁ་ཅིག་གི་ད་ང་ཚོ་དྲ་གྲོགས་མང་པོ་ཅིག་རེད་ནི། ངས་ཁ་ཚང་ངོ་མ་བཤད་བཤད་རྒྱུ་གི་དེ་ཚོ་དང་འབྲེལ་བའི་གླུ་གར་གཤམ་སྒེར་གི་ཐོག་ནས་ཅིག་སྤྱི་ཚོགས་ལ་གསལ་བཤད་ཅིག་དགོས་ཡ་གི། དེ་འདྲའི་ཁ་ཞིག་འདུག་ལབ་ཀི་ཡོད་རེད། ཡིན་ནའང། ད་ང་སྒེར་དང་འབྲེལ་བའི་ད་ཅིག་བསམ་ཚུལ་མང་པོ་ཅིག་ཡོང་བསྡད་ཡོད་རེད། ད་དེ་ཚོ་ཁ་ཤས་ཅིག་ང་ཚོ་ནམ་རྒྱུན་ཡོང་འདོད་ཀི། ད་པ་དམ་ཚིག་ར་ད་དེ་ཚོ་ཁྱབ་ཁོངས་རེད། ད་དེ་ལ་འགྲེལ་བཤད་བྱེད་གྲ་ཟིག་ངེད་ནས་ཀྱང་བརྒྱབ་ནས་ཆོ་ཡོད་མ་རེད་བསམ་གི་འདུག་དེ་ཅིག་བྱས། གཉིས་པ་དེ་ད་ང་སྒེར་གི་ཅིག་འགྲོ་འདུག་སྤྱོད་གསུམ་གི་ཐོག་གི་དེ་འདྲས་རེད་དེ་འདྲའི་སྐོར་ལ་ཅིག་གསལ་བཤད་བྱེད་དགོས་གི་ལབ་ནས་འདུག་ཡིན་ན་སྤྱིར་བཏང་གསལ་བཤད་དེ་དེ་ཚོ།

གནའ་དོན་གཟིགས་ན་རེད་ད་ཁར་སང George Fellows ཡ་གི་ད་མི་ནག་པོ་ཅིག་ཨ་ནི་ཨ་རིག་གི་ཉེན་རྟོག་པ་ཞིག་གི་ཨ་ནི་ཁོ་བསད་ཚར་རེད་ད་དེ་ལ་རྐྱེན་གྱིས་ད་ནི་ཅི་ཨ་ནི་ད་ཨ་རིག་གི་མི་རིགས་ནག་པོ་གི་འགལ་བ་དེ་རེད་ད་དེ་འཛམ་གླིང་ལ་ཁྱབ་འགྲོ་དགོས་རེད་ང་ཡོད་ས་གི Australia ལུང་པ་ན་དེ་རྒྱབ་སྐྱོར་བྱས་ནས་ད་དེ་དང་འབྲེལ་བའི་སྤྱི་བཏང་གི་ས་ཆ་འདི་གི་ཨ་པོ་རི་ཅིང་གི་ཐོབ་ཐང་རྩོད་ལེན་བྱས་ནས་དེ་འདྲས་གི་ད། གནད་དོན་མང་པོ་ཞིག་ཁྱབ་འགྲོ་གི་འདུག་གནད་དོན་དེ་དེ་འདྲ་ཅིག་ཡིན་པ་སོང་ཙང་དེའི་དང་འབྲེལ་ནས་ང་ཚོ་སྤྱིར་བཏང་གི་ཅིག་ལྟ་འདིའི་ལས་འགུལ་འདི་གི་རྒྱབ་ལྗོངས་ར་དེ་ཚོ་ལ་འགྲེལ་བཤད་དེ་ཙི་ཅིག་བརྒྱབ་ན་ང་ཚོ་བོད་པ་ཚོ་ལ་ཀླུ་མཁར་བྱམས་སྒེར་གི་གནད་དོན་འདིས་དེའི་ཁ་ཚ་དགོས་གཏུགས་ཆགས་ཡོད་རེད་བསམ་གི་འདུག་བསྟན་པ་སོང་ཙང་ང་དེ་རིང་བགྲོ་གླང་འདིའི་ནང་ལ་ཅིག་ཞུགས་ཉེས་འགྲོ་སོང། ད་ངས་དེ་རིང་འདིའི་ནང་ནས་བཤད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ན། ད་ལྟ་ཨ་རིའི་ནང་ལ། ཨ་ནི་བོད་པ་ཁག་ཅིག་འདི་ལས་འགུལ་ནང་ལ་ཞུགས། ཨ་ནི་ཁག་ཅིག་གིས་ད་དེ་ཞུགས་རྒྱུ་བ་མ་རེད་ཚེ་སྤྱིར་བཏང་གི་དེ་འདྲའི་འདྲ་བོ་ཅིག་བཤད་བསྡད་ཡོད་རེད་ད་དེ། མི་ཡི་སྒེར་གི་བསམ་ཚུལ་རེད་དེ་ཡིན་པ་སོང་ཙང་དེའི་ནང་ལ་ངས་ཕྱོགས་བཟུང་ནས་ཅང་བཤད་དགོས་ཡག་ཚེ་ཁས་མི་འདུག། ཨ་ནི་ཤིག་གི་ཡིན་ལབ་ནི་བཟོ་ལ་ཡིན་པའི་རྒྱུ་མཚན་ཡོད་རེད་ཤིག་ཤིག་ན་ཡག་པོ་མི་འདུག་ལབ་ནི་དེ་བཟོ་ལ་མིན་པའི་རྒྱུ་མཚན་ཡོད་རེད། དེའི་ཐོག་གི་ཤོག་དེའི་སྐད་ཆ་མ་བཤད་པའི་ཐོག་ནས་ངས་ཅི་ཐང་དེའི་རྒྱབ་ལྗོངས་འདྲ་བོ་ཅིག་བཤད་ཤེས་གི་འདུག་མི་འདུག་ཅིག་རྒྱབ་ལྗོངས་དེ་ང་ཚོ་ག་འདྲ་ཅིག་ངོ་གོ་གི་འདུག་དེ་ཅིག་ལྟ་ཡ་ཡིན། དེ་ནི་ད་སྤྱིར་བཏང་འདིའི་ནང་ལ་ཤིག་ནི་གི་བོད་པ་གི་ལུས་འགུལ་པ་སྲིད་ན་རེད་ད་མང་ཆེ་བ་ཚིག་ཧ་ལམ་ལོ་ཆུང་ཆུང་དེ་འདྲ་ཡིན་པ་འདྲ་ད་ང་མི་གི་ས་ནི་ས་ཐོག་ན་ཡོད་མ་རེད་ཤིག་བྲ་ཤིག་གི་མེད་ཁོ་ཚོ་བྲ་ཐོག་ར་དེ་ཚོ་ལ་ཁྱབ་བསྒྲགས་ཅིག་ཡོང་ནི་གང་ལ། ཨ་ཕོ་སེར་མོ་སེར་ལོ་ཆུང་ཆུང་འདི་འདྲས་ཀྱི་ལས་འགུལ་འདིའི་ནང་ལ་ཉམས་ཞིབ་བྱེད་ཀྱི་ཡོད་པའི་གཟུགས་འདྲ་བོ་གཅིག་འདུག་ད་དེ་འདྲས་ཡིན་པ་ཡིན་ན་ནི། ད་སྤྱིར་བཏང་གི་ང་ཚོ་བོད་པ་ཡིན་ན་རེད། མི་རིགས་གཞན་པ་གཅིག་སོ་སོ་གི་ས་གནས་ནས་མ་དེ་ལ་བྱས་ནས་ཀྱི་རྒྱལ་ཁོངས་གཞན་པ་གཅིག་གི་ནང་ལ་འགྲོ་ནས་སྒང་ལ། ནི་ད་མིའི་བཟོ་མ་སོང་ན་དེ་ལ་རིགས་རྒྱུད་གསུམ་ཡོད་རེད་སེ་གོ་ད་མིའི་གཅིག་སྣ་ཁ་གསུམ་འདྲ་བོ་གཅིག། དེ་ཡིས་རྒྱ་ནག་གི་རྩོམ་པ་པོ་མཱ་ཅན་ལ་བས་ཅི་ཡོད་རེད་མཱ་ཅན་དེ་ད་ལྟ་ཨིན་ཇིའི་ལུང་པ་ལ་སྐྱབས་བཅོལ་གྱིས་བསྡད་ཡོད་རེད་ད་ཁོ་གི་ཕྱི་ལོག་ན་རྒྱ་མི་གསུམ་ཡོད་རེད་རྒྱ་མི་དང་པོ་དེ་གང་རེད་ལབ་ན་སྤྱིར་བཏང་གི་ཆ་ནས་ད་ཕྱི་རྒྱལ་ནས་སྐྱེས་རྒྱུ་ཕྱི་རྒྱལ་གྱི་ཤེས་རིག་དང་ཕྱི་རྒྱལ་གྱི་ཆབ་སྲིད་ནང་ལ་འཐིམ་བསྡད་ཡོད་ནི་རྒྱ་མི་དང་པོ་དེ་དེ་རེད་དེ་ཚོ་རྒྱ་མི་ཡིན་པ་གང་ཞིག་ལ་ཁོ་རང་གི་ནམ་རྒྱུན་ཚོ་གི་བསམ་བློ་དང་ས་ཨ་ནི་ནམ་རྒྱུན་གྱི་ཅིག་འཚོ་བ་གི་ཁྲོད་ནས་ད་ཅིག་འགྲོ་རོགས་འདུག་རོགས་དེ་ཆ་ཚང་དེ་ཕྱི་རྒྱུད་ཀྱི་མི་དེ་ད་དེ་ན་མགོ་སར་ལུང་པ་ན་ད་བ་ན་མགོ་སར་ཆགས་ཚར་རེད། དེ་ཡིན་པ་སོང་ཙང་དེ་ཚོ་ཧ་ལམ་ད་རྒྱ་མིའི་ནང་ནས་ཡལ་སོང་པས་འགྲོ་བ་ད་ཁོ་དེ་ལབ་ཡོད་རེད་ཡལ་སོང་པས་ད་བལ་དུ་མཐོང་ཡ་མེད་པའི invisible ད་དེ་འདྲས་ཆགས་ད་ཡོད་རེད་དེ་རྒྱ་མི་གཅིག་ཡོད་རེད་ད་རིགས་རྒྱུད་དེ་ན་རྒྱ་མི་ཡིན་པ་དེ་ཚོ་གི་གཏོར་སྟངས་བྱས་ས་རྩོད་སྒྲུབ་ཀྱི་ཁྱབ་ཁོངས་ཀྱི་ག་རེ་གི་ནང་ལ་ཞིག་བཀོད་ན་དེ་ཕ་སོག་གི། བྷ་ཤོག་གི་སྤྱི་ཚོགས་ནང་ལ་ག་རེ་ཡོད་ན་དེ་ལྟར་བྱེད་ཀྱི་ཡོད་རེད། དེ་ད་རྒྱ་མིའི་དམངས་པོའི་མགོར་སོང་ནོ་དེ་རེད་ལབ་དགོས་རེད། ཨང་གཉིས་པ་དེ་སུ་རེད་ལབ་ན། ཨ་ནི། དེ་ལས་དེས་ཅིག་བྷ་རུ་ན་ཡོད་རྒྱུ། ཡིན་ན་སྐད་དང་རིག་གཞུང་ར་དེའི་ཐོག་ནས་བྷ་ཤོག་ནང་ནས་ར་ཆ་ཤས་ལེན་ཐུབ་ནས་ཚུར་ཤོག་ནང་ནས་ར་ཆ་ཤས་ལེན་ཐུབ་ནས་དེ་འདྲའི་གི་རྒྱ་མི་ཅིག་ཡོད་རེད། ད་དེ་ག་རེ་རེད་ན་རྒྱ་མིས་མཐོང་ལ་མ་མཐོང་ལ་གི་རྒྱ་མི་དེ་དེ་དེ་རེད། དེ། ད་ཕར་ཤོག་གི་ཅིག་སྤྱི་ཚོགས་གང་ན་གནས་པའི་ད་ཡོ་རུབ་ཡིན་ན་ཡོ་རུབ་གི་སྤྱི་ཚོགས་ནང་ན་ཡོད་རེད་ཁུ་ཚུར་ཤོག་གི་ཀྲུང་གོ་ད་རྒྱ་མི་རིགས་ནང་ན་ཆ་ཤས་ཅིག་ཡོད་རེད་དེ་ཚོ་ནི་དེ་ཕ་རུ་ན་ད་འོ་ནི་མི་རིགས་ཅིག་རེད། ད་རྒྱ་མིའི་མངོན་གསལ་དོད་པོ་དེ་གང་རེད་ཟེར་ན་རྒྱ་ནག་ནས་ཐད་ཀར་ཡོང་ཕར་ཤོག་གི་རིག་གཞུང་དང་ཕར་ཤོག་གི་དེ་ཚོ་གི་ནང་ལ་ཞུགས་ཡག་གི་མཐུན་རྐྱེན་འདྲ་མེད་རྒྱུ་ཁྲིམས་ཐོག་གི་ཆ་རྐྱེན་འདྲ་མེད་རྒྱུ་ད་དེ་ཚོ་གི་སྐད་ཆ་ཅིག་དེ་ཚོ་ཕར་ཤོག་ནང་ལ་ཞུགས་ཡག་གི་སྐད་ཡིག་ལ་བལྟས་ནས་ཚིག་སྐད་འདང་གི་འོ་མ་རེད།

ནུབ་ཕྱོགས་ཀྱི་ནང་ན་ད་ཕད་དུ་ཅིག་གཅིག་གཅིག་ལ་ཁ་བཏང་ད་ཅིག་ཞིའོ་ཅིག་ད་བོ་ནི་དེ་མདོར་དེད་ན། ནུབ་ཕྱོགས་ཀྱི་ཆབ་སྲིད་ནུབ་ཕྱོགས་ཀྱི་ཤེས་རིག་ནུབ་ཕྱོགས་ཀྱི་རིག་གཞུང་དེའི་ནང་ལ་ཞུགས་ཡག་གི་མཐུན་རྐྱེན་མེད་རྒྱུ་གོ་སྐབས་མེད་རྒྱུ་དེ་གི་ད་མི་ཚེ་གི་ཚོར་བ་འདྲ་བོ་དེ་ཆ་ཚང་ཅིག་ཨ་ནི་ད་དེའི་ཐོག་ན་སྐྱེས་བསྡད་ཡོད་རེད་ད། རྒྱ་མིག་གི་དེའི་གར་སོགས་བར་ད་ཡིན་རྒྱུ་ཀྲུང་གོ་ནས་ཁེ་ཡོང་རྒྱུ་ཅིག་དེ་རེད་ད་དེ་ཡིན་པ་སོང་ཙང་ང་རང་ཚོ་བོད་པ་ཡིན་ན་རེད་ད་ནུབ་ཕྱོགས་ལ་དེའི་རིགས་འདི་གསུམ་ཆ་ཡོད་རེད་བསམ་གི་འདུག་དེ་ཡིན་པ་སོང་ཙང་ནུབ་ཕྱོགས་ནས་སྐྱིད་ནུབ་ཕྱོགས་ཀྱི་སྤྱི་ཚོགས་ཀྱི་ནང་གི་འགལ་བ་དེའི་ནང་གི་དེ་ལ་སོ་སོ་གི་ཚོར་བ་ཡོད་ནི་དེའི་ནང་ཆ་ཤས་ལེན་ཐུབ་ནི་དེ་ཚོ་ད་ག་ལེ་ག་ལེ་བྱས་ནི་གཅིག་བྱས་ན་ད་མཐོང་ལ་མ་མཐོང་ལས་བོད་པ་དེ་ཚོ་རེད་ད་དེ་ཚོ་དེ་གི། ཧ་ལམ་ཅིག་རྒྱབ་སྐྱོར་བྱེད་གི་ཡོད་པའི་བཟོ་འདྲ་བོ་ཅིག་ད་དེ་ལ་ངོ་རྒོལ་བྱས་ནས་དེ་ལ་ད་ངོ་སྲིད་དོ་པོ་གི་ད་ང་འདྲ་བོ་གི་རིགས་ད་བོད་ནས་ཡོང་ནས་འགྲོ་བ་ད་བོད་ཀྱི་ཚོར་བ་བེད་ད་རྡོག་རྡོག་ཅིག་ཡོད་རྒྱུ་ད་དེ་ཚོའི་རིགས་གི་དེ་ངོ་རྒོལ་བྱེད་གི་ཡོད་པའི་རྣམ་པ་ཅིག་འདུག་ད་དེ་བྱས་ནས་གང་ལ་སྤྱིར་བཏང་གི་ཆ་ནས་བོད་མིན་པ་གང་ཞིག་ལ་དེ་རིགས་གི་ནང་ནས་དབྱེ་སྟངས་འདྲ་བོ་དེ་འདྲས་ཅིག་ཡིན་ས་རེད་ད་བེད་ན་བོད་པ་ཡིན་ན་ར་ང་ཚོ་ཡིན་པ་ད་ནུབ་ཕྱོགས་ལུང་པ་ན་ཡོད་རེད་ཡིན་ན་ད་ད་ལྟ་ང་ཚོ་མང་ཆེ་བ་ཟིག་གི་ཚོར་བ་དེ་ཁས་ཡོང་ནས་གང་ལ་གང་བྱེད་དཀོར་ན། ད་ཧི་མ་ལ་གི་ཧར་རྒྱུ་བཟོས་ན་འགྲིག་གི་རེད་ད་གང་ལྟར་ང་ཚོ་གི་སོ་སོ་གི་ཕ་ཡུལ་གི་རླུང་ཚན། གྲུབ་མཐའ། ཆོས་ལུགས་ད་དུ་མུ་མཐུད་བཤད་བསྡད་ཡོད་རེད་ད་ནུབ་ཕྱོགས་ནས་ལོ། ནུབ་ཕྱོགས་ནས་སྐྱེ་རྒྱུ་དང་ཡིན་ན་ནང་ནུབ་ཕྱོགས་ནས་པཱ་ལ་ཨ་མ་གབ་ཙཀ་ཡོང་རྒྱུ་དེ་ཚོ་ལ་དེའི་རིགས་ཀི་ཚོར་བ་དེ་བརྒྱ་ཆ་བརྒྱ་ལ་འགྲོ་གི་རེད་ད་ད་ལྟ་ལ་མེ་ནི་དེ་ད་ང་རང་ཚོ་ནང་བཞིན། ལ་ཕར་རྒྱུབ་ནས་ཐད་ཀར་ཚུར་ཡོང་རྒྱུ་གི་མི་ཐོག་དེ་རེད་ད་དེ་འབའ་སོང་ཙང་ཁོ་རང་གཉིས་ཀྱི་ལྟ་བ་མ་མཐུན་པ་དེ་ལ་སྤྱི་ཚོགས་ཀྱི་གནས་སྟངས་གཅིག་གི་རྒྱབ་ལྗོངས་ཡང་ཏན་ཏན་ཡོད་ས་རེད་ད་དེ་ང་ཚོའི་ཕྱོགས་གཅིག་རེད་ད་དེ་འདྲས་ཅིག་ཡིན་ན་དེ་ངའི་གནས་སྟངས་རང་གི་ཐོག་ནས་ང་ཚོ་ངེས་ལེན་བྱེད་དགོས་ཡ་གི་ཕྱོགས་གཅིག་ཡིན་ས་རེད་བསམ་གི་འདུག་དེ་གཅིག་བྱས། དེ་ནས་ད་དེ་རིང་གི་བརྗོད་གཞི་འདི་ང་ཚོ་ཨ་རིའི་ནང་གི་ད་མི་རིགས་ནག་པོ་དང་འབྲེལ་བའི་བརྗོད་གཞི་གཅིག་ཡིན་འབའ་སོང་ཙང་ད་མི་རིགས་ནག་པོ་དང་འབྲེལ་བའི་ཨ་རིའི་གི་བརྗོད་གཞི་འདི་བླངས་པའི་ཁ་ཐུག་ལ། ད་ང་ཚོ། འདི་ལ་རིགས་ཁ་ཤས་ཀྱི་གོ་རེ་བསམ་གྱི་འདུག་སྤྱིར་མི་རིགས་དཀར་པོ་གྱི་བསམ་བློ་བཏང་ཤོག་དེའི་གི་རིག་གཞུང་གི་རྒྱབ་ལྗོངས། མི་རིགས་ནག་པོ་གྱི་བསམ་བློ་བཏང་ཤོག་དེའི་གི་རིག་གཞུང་གི་རྒྱབ་ལྗོངས། ང་ཚོ་དེ་གཉིས་གཅིག། དེ་རང་བཤད་ཐུབ་ཀྱི་འདུག་མི་འདུག་གཅིག་ལྟ་ཡིན། དེ་ལས་ཀྱང་གལ་ཆེ་བ་ཅིག་ལ། སྤྱི་ཚོགས་རང་གི། དེ་རིང་ཁར་ཚང་གི་ཨ་རིའི་གི་སྤྱི་ཚོགས་རང་གི་ཐོག་ནས་ཨ་ནི། ད་སྤྱི་ཚོགས་ཀྱི་ཐོག་ནས་ངེད་ཡོད་ཀྱི་འཚོ་བ། དེའི་རིག་གཞུང་གི་རྒྱབ་ལྗོངས་མ་ཡིན་པའི་ཉི་མ་རེ་རེ་ལ་དཀའ་ངལ་ག་རེ་འཕྲད་དགོས་རེད། དེས་ད་ཉི་མ་རེ་རེ་གི་འཚོ་གནས་ཀྱི་ཁྲོད་ཀྱི་གནས་སྟངས་ག་འདྲས་ཅིག་ཡོད་རེད་དེ་གཅིག་གྱིས། དེ་འདྲའི་གི་ཁག་གསུམ་འདྲ་བོ་ཅིག་ཡིན་ན་ཨ་ནི་ང་ཚོ་གི་ད་གར་སོགས་ལ་ལས་འགུལ་འདི་ད་ལྟ་མོ་བཟོས་ན་རེད། གནས་སྟངས་འདི་ལ་ད་ནི་དེ་ཚོ་ལ་དེ་ཚོ་ཅིག་འདི་མེད་ལ་བསམ་གི་འདུག་གོ་ག་རེ་སོགས་ན།

ད་རིགས་རྒྱུད་དཀར་པོ་གི་མཆོག་འཛིན་རང་ལུགས་དེ་ཡོད་རེད་ཡོད་མ་རེད་དེ་གཅིག་གཅིག་ཨ་ནི Strature Discrimination ཨ་ནི་སྒྲོམ་ད་དཀར་བཟོ་རེད་གཅིག་གཅིག་སྤྱི་ཚོགས་ཀྱི་མ་ལག་གཞན་པ་གཅིག་གི་ཁྱོད་ལ་དབྱེ་འབྱེད་བྱེད་གི་ཡོད་རེད་ཡོད་མ་རེད་ད་ཚིག་དེ་བཟོ་རིགས་དེ་དེ་རིང་གི་ཨ་རིའི་གི་སྤྱི་ཚོགས་ལ་སྒྲོམ་གཞི་དཀར་བཟོ་ཨ་རིའི་གི་སྤྱི་ཚོགས་ལ་དབྱེ་ཞིབ་བྱེད་པའི་ཁ་ཐུག་ལ་དེ་བཟོ་ད་ཁི་བོར་དུ་བྱེད་ཅིག་རོ་ད་ང་ཚོ་ཐ་སྙད་དེ་བཟོ་ཐོག་ནས་ཨ་རིའི་སྤྱི་ཚོགས་ནང་ད། འགོ་འཛུགས་དགོས་ཀྱི་རེད་བསམ་གྱི་འདུག་དེ་བཅས་ནི་གང་ལ། ད་སྤྱི་ཚོགས་རང་གི་གནས་སྟངས་ཀྱི་ཐོག་ནས་བཤད་ན། ཁྲིམས་ཐོག་མ་ཡིན་པའི་སྤྱི་ཚོགས་རང་གི་གནས་སྟངས་ཀྱི་ཐོག་ནས་བཤད་ན། ད་ད་ལྟ་ཡིན་ན་ད་ང་ཚོ་ཀོ་རོ་ནཱ་བྷ་རི་སི་ད་དེ་ཨ་རིའི་ནང་ལ་ཁྱབ་པའི་གནས་སྟངས་ཀྱི་ཐོག་གཅིག་པུ་ནས་བཤད་ན་སྲིད་སྐོར་ད་ནི་མིའི་དཀར་པོ་དང་ནག་པོ་གཉིས་ཆ་གི་ཕྱི་གྲངས་དེ་བསྡུར་བ་ཡིན་ན་མིའི་ནག་པོའི་ཕྱི་ཡ་དེ་མང་ང་ཅི། མིའི་གར་སྤོ་གི་ས་ཁུལ་ལ་མཐུན་རྐྱེན་རག་པ་དང་ནག་སྤོ་ཡོད་ས་གི་ས་ཁུལ་ལ་མཐུན་རྐྱེན་དགོས་ཐོག་ནས་བཤད་ན་ནག་སྤོ་ཡོད་ས་གི་ས་ཁུལ་དེ་ལ་མཐུན་རྐྱེན་འདྲ་ཉུང་ཉུང་མ་ཞིག་མ་རག་པ། ད་དེ་ལ་རྒྱུ་མཚན་གཞན་པ་ཅིག་གི་ཐོག་ནས། ད་རེས་ཀྱི་གནད་དོན་གནད་དོན་འདི་གཅིག་པོའི་ཐོག་ནས་ཡིན་ན་མིའི་ནག་སྤོ་གི་སེམས་ཁམས་ལ་ཨ་ནི་ཕོག་ཐུག་ངེས་ཅན་ཅིག་ཡོད་པ་དེ་ད་གསལ་བོ་འདྲ་བོ་ཅིག་རེད། ད་ནི་ད་སྤྱིར་བཏང་གི་མིའི་ནག་སྤོ་གི་སྤྱི་ཚོགས་དེ་དེ་འདྲས་ཅིག་ཡིན་ན་རེད་དེ་འདྲས་ཅིག་མིན་ན་རེད་གང་ལྟར་མིའི་ནག་སྤོ་གི་ཅིག་ལབ་ཚ་ནས་སྒང་ལ། ཁྲིམས་དང་སྒྲིག་གཞི་གི་ཐོག་ནས་ཁོ་ལ་མིའི་ནག་པོ་ལ་གར་གསོག་པར་ཅིག། ཨ་ནེ། ད་ཅིག་གར་གསོག་ད། ཨ་ནེ་ཅིག་ང་ཚོ་མཛོད་དགུ་བརྩིགས་ནས་མི་རིགས་དབྱེ་འབྱེད་འདུག་ལབ་ས་དེ་འདྲས་མེད་པ་ཡིན་ན་ར། ད་ང་ཚོ་འདི་ལ་བསྐོར་ར། Stature། ཨ་ནེ Discrimination ཟེར་ན་རེད་ད་འདི་གི་རྨང་གཞིའི་རང་བཞིན་གི་སྒྲོམ་གཞིའི་རང་བཞིན་གི་དེའི་ཐོག་ནས་མིའི་ནག་པོ་ཡིན་ན་ད་ཧ་ལམ་རྒྱབ་ལྗོངས་ན་ཨ་ནེ་རི་ཀོ་གྲི་སྡིག་སྐྱ་ཡོད་པ། དེས་ན་མིའི་ནག་པོ་ཟིག་ལས་ཀ་ཚད་གི་འགྲོ་དགོས་ན་སྤྱིར་བཏང་ད། མི་ནག་པོ་ཅིག་གི་ལས་ཀ་བཙལ་དགོས་ཡ་གི་རྒྱབ་ལྗོངས་གི་གནས་ཚུལ་ཅིག་ཁེལ་ཡོང་ནི་གང་ལ་ཧ་ལམ་ད་ཁོ་ཅིག་ནག་ཉེས་ར་དེ་འདྲས་ལ་ངེས་ད་ཅིག་འབྲེལ་བ་ཡོད་པ་ག་རེད་ན་ཁོ་ཁོར་ཡུག་དེའི་ནང་ནས་བསྡད་ཚར་ནས་རྗེས་ལ་ཁོ་རང་ཤི་གི་དེ་འདྲས་ཅིག་གི་ནང་ཚུད་འགྲོ་ཡ་ཁར་ཙང་དེ་ད་ནག་ཉེས་འདྲས་ཨ་རིའི་གི་མི་ནག་པོ་བོ་མོ་ཅིག་ཨ་ནི་ཨ་རིའི་གི་སྤྱི་འཐུས་ཐོབ་བ་རེད་སྤྱི་འཐུས་ཐོབ་ནི་གང་ལ་མོ་སྤྱི་འཐུས་ནང་ནས་ཨ་ནི་དཀའ་ངལ་བྱུང་བར་ལ་སྟེ་ལ་མོ་ཨ་ནི་དེའི་གི་ག་རེ་སོགས་བར་ད་དེའི་ཁྲིམས་ཐོག་གི་ཆ་རྐྱེན་ཚང་མི་ཚང་ཐོག་ནས། མོ་ལ་དེས་དེའི་དཀའ་ངལ་དེ་ག་འདྲ་བྱུང་ཤེ་ཟེར་ན། མོ་སྔོན་མ་ཚོང་འདྲ་བོ་ཅིག་རྒྱལ་པོ་དེ་འདྲས་བྱིན་པའི་ཁ་ཐུག་ལ་ནི་མོ་དེའི་གི་ཁྲེལ་དང་དེ་ཡག་པོ་མཇལ་ཡོད་མེད་ད་དེ་འདྲས་གི་ཐོག་ནས་བཤད་ན་ནི་མོ་རྗེས་ནས་ནི་དེ་ད་གང་རུ་སི་ནང་ནས་དཀའ་ངལ་བྱུང་ནས་མོ་ཤི་ལོག་བ་ཐོན་དགོས་ཡག་གི་གནས་སྟངས་ཧ་ལམ་དེ་བར་དུ་སླེབས་སོང་ཨ། ད་དེ་ཅི་ནས་གང་ལ་དེ་ཚོ་ག་རེ་བཤད་གི་ཡོད་རུ་ཟེར་ན། ད་ཧ་ལམ་མི་ནག་པོ་ཅིག་ཡིན་ན། ད་གང་ལ་གང་འཚམ་གི་ད་རྒྱབ་ལྗོངས་ཅིག་ནག་པོ་ཆགས་འགྲོ་དགོས། དེ་ཡིན་པ་སོང་ཙང་ཁོ་དེའི་རྒྱབ་ལྗོངས་དེ་ལ་དཀའ་ངལ་ཅིག་ཏན་ཏན་ཡོད་རྟ་ག་རེ་རེད་ན་དེ་ཡིན་པ་སོང་ཙང་མི་ནག་པོ་དེ་ཚོ་གི་སྤྱི་ཚོགས་ཀི་ཐོག་ནས་ད་ང་ཚོ་ལ་སྤྱི་ཚོགས་ཁོ་རང་གི་ཐོག་ནས་ལྟ་སྟངས་སྡིག་སྐྱ་ཡོད་རེད་ང་ཚོ་ལ་ཅག་པ་ཡིན་པ་ཀི་མ་ཡིན་པ་ཐ་མ་ནག་པོ་འཐེན་ཅིག་ཡོད་རེད་ད་དེ་ཡིན་པ་སོང་ཙང་ཁྱེད་ཚོ་ལ་ལྟ་སྟངས་དེ་ཡོད་ན་ད་ད་ང་ཚོ་ར་ད་ག་རང་བྱེད་གི་ཡིན་ཟིག་ད་མི་ནག་པོ་གི་ཐོག་ལ་སེམས་ཁམས་ཅིག་དེ་ཡོང་དགོས་རེད། ད་སྤྱི་ཚོགས་ཀྱི་དབྱེ་འབྱེད་ཅིག་གི་ཐོག་ནས་བྱེད་རྒྱུ་རེད་ལབ་ན་འགྲིག་སྐོར་དེ་ནི་མི་ནག་པོ་གི་ས་ཁེ་རེད། ད་ག་ནང་བཞིན་གྱི་ཨ་རི་ལ་ཆ་བཞག་ན་འདི་གི་ང་ཚོ་འདི་ངོ་མ་གི་གདོད་མའི་མི་རིགས Red Indian ཡོད་ས་གི་ས་ཁེ་དེ་ཚོ་ལ་བལྟ་ཅིག་ཁྲིམས་དང་སྒྲིག་གཞི་དང་དེ་འདྲའི་གི་ཐོག་ནས་ཐ་མ་ནག་པོ་གི་རིགས་ཡིན་ན་རེད་ད་ང་ཚོ་ཅིག་གི Dress ཡོད་ར་ད་དེ་ཚོ་གི་རིགས། ད་གང་ལྟར་ཨ་ནི་ཆང་དང་ཨ་ར་གི་རིགས་དེ་བད་དུ་བག་མེད་ལུག་ལུག་བྱས་ནས་ཀྱི་ཕ་ར་དེའི་ཏང་ཡག་གཞུང་གི་མ་གོ་མདོག་མདོག་བྱས་ནས་དེ་ཅི་ཡོང་ནས་གང་ལ་ཨ་ནི་ལུང་པ་ཁོ་རང་ལ་དེ་གི་ད་ངན་སྐུམ་འདྲ་བོ་འགྲོ་ནས་ཀྱི་བ་ལ་གི་བ་ལ་ཨ་མ་གི་ཐུང་ད་ན་བུ་གུ་ནི་ལི་ཤི་སྐྱིན་དེའི་མགོ་ནས་ཀྱི་ད་ད་ད་པི་ན་ཆ་ཤ་ན་ཨ་རིག Red Indian དེ་ཚོ་ཡོད་ཡོད་ས་གི་ས་ཁེ་མང་ཆེ་བ་ཚིག་ནི་ཁོ་རང་ཚོ་གི། ཨ་ནེ་ཚེ་ཚོད་དེ་ལོ་ཚོད་དེ་མི་དཀར་པོ་ལི་ཚེ་ཚོད་ཐུང་བ་དེ་ཡིན་པ་སོང་ཙང་ཁྲིམས་ཐོག་ནས་བཤད་ན་ཁོ་ཚོ་ལས་ཀ་དེ་མི་དཀར་པོ་ལི་འདི་གཅིག་གོ་ད་དཀར་ས་མི་དཀར་པོ་གི་ལོ་དྲུག་ཅུ་རེ་ལྔ་བར་དུ་ལས་ཀ་བྱེད་དགོས་ན་ཁོ་ཚོ་ལོ་ལྔ་བཅུ་ཐམ་པ་གཟིགས་པར་དུ་བས་ན་དྲུག་ཅུ་ཐམ་པ་གཟིགས་པར་དུ་མ་བྱས་ཐུག་པོ་མ་དཀར་ན་ཁོ་ཚོ་གཟུགས་པོ་དེ་འཕྲོ་བརླག་འགྲོ་དོ་ད་དེ་འདྲའི་ནང་བཞིན་ད་མི་ནག་པོ་ཡོད་ས་གི་ས་ཁུལ་དེ་རེད་ད་ཧ་ལམ་ད་ས་ཁུལ་གཅིག་ག་ཉིས་བ་ཡོད་པ་གི་ནང་བཞིན་ད་མི་ནག་པོ་ཡིན་ན་ཉིས་བ་ཡོད་པའི་ཁྱབ་པ་གི་ནང་བཞིན། ད་དཔེར་ན་མཁར་ཚང་གི་འདི George Fellow ལ་ཡང་བསྡད་ལ། ད་ད་ལྟ་ཁྲིམས་ཐོག་ནས་བཤད་འོང་ནས་གང་ཡང་ཁོ་གཅིག་རེད་གཉིས་རེད་ནག་པོ་ཅག་པ་རེད་ཀི་མ་རེད་ད་རྒྱབ་ལྗོངས་མང་པོ་ཅིག་སྔོག་དགོས་ད་ཧ་ལམ་མི་ནག་པོ་ཆ་ཚང་དེ་འདྲས་ཅིག་རེད་ལབ་ན་འགྲིག་གི་འོར་ད། ད་དེ་ག་རེ་རེད་ཟེར་ན། ད་མི་ནག་པོ་གི་སྐྱེ་བ་ཅིག་ལེན་བྱ་ནི་སྒང་ལ་ཁོ་ཚོ་དེ་འདྲས་ཅིག་ཡིན་མིན་ན་མ་བལྟས་གང་ལྟར་དེ་འདྲས་ཅིག་གི་མ་ལག་ནང་ལ་བཅུག་འགྲོ་གི་ཡོད་རེད་ཟེར་ད་དེ་བཤད་དགོས་དེ་མིན་ཨ་རིའི་གི་སྤྱི་ཚོགས་ནང་གི་སེམས་ཁམས་ཅིག་དེ་རེད། ཚེམ་སྐུམ་གཅིག་བཏགས། མིའི་གར་སྤུ་ལ་སེམས་པ་སྐྱིད་པོ་ཡོང་གོ་མར་གར་ན་ད་ཨ་རིའི་ནང་ལ་ཆ་བཞག་ན། ད་བོད་འགྱུར་གྱི་ཁྱབ་ཁོངས་མང་པོ་ཟིག་ཨ་ནི། ད་ད་ཨེ་ཤི་ཡའི་ལག་ཟིན་ན་རེད་མར་ད་གང་ལྟར་རྒྱ་གར་དང་རྒྱ་ནག་དང་འདི་ཚོ་གི་བེད་ན་ད་རེད་ད་དེ་ཨ་རིའི་ནང་ལ་མར་རྩ་ཚུགས་དེ་འདྲས་བྱས་ཡོང་ནས་གང་ལ་མིའི་གར་སྤུ་དེ་ཚོ་ལ་ཧ་ཅང་ཕོག་གོ་ཡོད་རེད། མིའི་གར་སྤུ་སྐོར་ཟིག་ཨ་ནི། ཨེ་ཤི་ཡ་གི་ཚོང་པ་གི་ལག་པ་ནས་ལས་ཀ་བྱེད་དགོས་ནས་ག་བ་ཐུག་གོ་རེད། དེ་ནས་ཨ་རིའི་གི་ད་རང་དབང་དང་མང་གཙོ་མི་རིགས་འདྲ་མཉམ་གི་ཐོབ་ཐང་མང་པོ་ཅིག་བཤད་ཡོང་ནས་གང་ལ། འདྲ་མཉམ་ཙམ་མ་ཡིན་པའི་མི་རིགས་ནག་པོ་དང་གྲངས་ཉུང་མི་རིགས་ཚོ་ལ་ཁྲིམས་ཐོག་ནས་དམིགས་བསལ་སྤྲད་ཡོང་ནས་གང་ལ་མིའི་གར་སྤོ་གི་སེམས་ཁམས་ལ་ཞེའུ་ཕོག་ཡོང་སྐོར་ད། དེ་ནས་མིའི་གར་སྤོ་དེ་ལ་ག་རེ་རེད་ན། ཁྲིམས་ཐོག་ནས་མིའི་གར་སྤོ་ཕར་སྲུང་སྐྱོབ་བྱེད་དགོས་ཡ་ངོ་མ་ཡིན་ན་མིའི་ནག་པོ་ར་གྲངས་ཉུང་མི་རིགས་གི་མིའི་གར་སྤོ་གི་ལག་པ་ནས་ཚི་ར་ཅིག་མ་རག་ད་ཡོད་རེད་ད་ད་ལྟ་མིའི་གར་སྤོ་ར་དེ་ཚོ་ལ་ཁྲིམས་ཐོག་ནས་ད་མཐུན་རྐྱེན་མི་འདུག་སེ་ཁོ་རང་ཚོ་ལ་ཡོད་པའི་དམིགས་སྲིག་གི་ཐོབ་ཐང་དེ་དག་ཤོར་འགྲོ་གི་འདུག་སེམས་མི་དཀར་པོ་ཡིན་ན་དེ་གི་སེམས་ཁྲལ་ཡོད་རེད། མི་དཀར་པོ་ལ་གཅིག་ནས་ད་ང་ཚོ་ལུང་པ་འདི་འཛུགས་སྐྲུན་བྱས་ནས་ལུང་པ་འདི་པ་དེ་ཚད་འདི་པར་དེ་བཀྱག་ནས་དེ་ང་ཚོ་ཡིན། ཡིན་པ་ཡིན་ན་ད་ཕྱོགས་ཡོངས་ཀྱི་མི་རིགས་མང་པོ་ཞིག་གི་ང་ཚོ་གི་ཐོབ་ཐང་དེ་བརླག་ཚར་བ་བྱས་ནས་ང་ཚོ་ལ་སྣང་མེད་བྱས་པ་ད་དེ་འདྲའི་རང་བཞིན་གྱི་ཨ་ནི་ད་སྤྱི་ཚོགས་ནང་ན་དཀའ་ངལ་དེ་ཡོད་རེད་དེ་འབའ་ཚང་ཚང། ང་ངོ་མ་ཨ་རི་ནས་མི་གཅིག་གི་དེ་འདྲས་བཤད་མྱོང་ཡོད་དེ་རིགས་གང་ལ་ང་ཨ་རི་ནས་དེ་རྒན་རང་སྤུ་ཟེར་དེ་རེད་དེ་རིགས་ད་ཚོ་དེ་ལབས་ང་ཚོ་མི་གཅིག་གི་དེ། ཡང་མི་དཀར་པོ་ར་ནག་པོ་གཉིས་ཀྱི་བར་ལ་ཡང་གཅིག་རྙོག་དྲ་ལངས་དང་ཡོད་པའི་ཁ་ཐུག་ཟེར་དེ་རིགས་རྙོག་དྲ་ཆེན་པོ་འདྲ་བོ་གཅིག་ཡོད་ད་དེ་ངས་ད་ད་ག་རེ་ནས་དྲན་གི་མི་འདུག་གཅིག་བྱུང་ནས་ཀྱི། ད་ངས་དེ་ད་འཛའ་གྲགས་རི་བ་ལ་ཡིན་དར་ཁོ་གི་དེ་ས་ད་དེ་ཨ་རིའི་ནང་ནས་སྤྱིར་བཏང་གི་དེ་འདྲས་གཅིག་རེད་ས། ཀོ་གི་ཏི་ཡི་ཁྱོ་ག་དང་སྐྱེས་མའི་བཟའ་ཚང་སྡུག་ཨ་གཉིས་ཀྱི་ནམ་རྒྱུན་འཛང་ལྟོགས་ནས་ཁ་ཁ་འགྲོ་ས་མེད་ནས་འགྲོ་བ་ཁ་ཁ་འགྲོ་དུ་གོ་བ་ནམ་རྒྱུན་ད་བཟའ་འཛང་རྐྱང་རྐྱང་བྱེད་མདོག་ནི་འདྲ་བོ་ཅིག་རེད་ད་དེ་ལ་ལྟ་རྒྱུ་ཞེ་དྲག་ཙིག་ཡོད་མ་རེད་ལོ་རྟག་པར་ཡོད་རེད་སོང་ངོ་ནི་དེ་འདྲའི་འདྲ་བོ་ཅིག་རེད། ཁྱོ་ག་སྐྱེས་མའི་སྡུག་ཨ་གཉིས་ནམ་རྒྱུན་འཛིན་ཡང་འཛིན་མདོག་ཡང་ཁ་ཁ་ཡང་འགྲོ་མ་ཐུབ་ནི་ཅིག་ཡོད་རེད་འོ་ད་དེའི་ནང་བཞིན་གྱི་མི་རིགས་དཀར་པོ་དང་ནག་པོ་གཉིས་ཀྱི་སྤྱི་ཚོགས་ཀྱི་རྨང་གཞིའི་ཐོག་ནས་བཤད་ཡོང་ན་ཅིག་ལྟ་ཚུལ་དེ་ངེས་ཅན་ཡོད་བསྡད་པ་ཅིག་རེད། ད་ལྟའི་ཤོག་ཅིག་རེད་ད་ལྟའི་ང་ཨ་རིའི་ནང་ནས་རྒྱལ་ནང་པོ་ཙི་ག་དེ་རེད་ངས་དེ་གང་ལ་གང་འཚམ་དེ་ཧ་གོ་གོ་རེད་དེ་དེ་འདྲའི་འདྲ་བོ་གནས་སྟངས་ཅིག་རེད། ད་ང་ཚོ་རྒྱུ་མཚན་འདི་བཞག་ནས་ཅི་ད་འདས་ལ་རྒྱབ་ལྗོངས་དེ་ལས་ཏེས་ཅིག་མ་འདྲ་བ་ཅིག་གི་ཐོག་ནས་ཅིག་བལྟ་ཡིན་ན། ད་ཨ་རི་ཟེར་ཡ་དེ་ལ་ང་ཚོ་ད་ཨ་རི་གི་ཤེས་རིག་གི་ངོས་ནས་བལྟ་ན་ཟེར་གོ་ཨ་རི་ཅིག་གི་རིག་གཞུང་ཅིག་གི་ངོས་ནས་ཁ་ཆར་གི་ངོས་ནས་ཨ་རི་ལ་ག་འདྲ་ཅིག་ངེས་འཛིན་བྱེད་དགོས་གོ་རེད་ད་དེ་ཡང་གནད་དོན་འདི་ཚོ་ལ་འབྲེལ་བ་ཡོད་རེད། ཨ་རིག་གི་ཤེས་རིག་ལབ་ན། དོན་དག་རྡོག་རྡོག་དེ་ད་མི་དཀར་པོ་གི་ཤེས་རིག་ལབ་ན་འགྲིག་གོ་རེད་མི་དཀར་པོ་གི་ཤེས་རིག་ནང་ནས་ད་རིག་གཞུང་དེ་ད་གང་ལ་གང་འཚམ་གི་ཁོ་ཡེ་ཤེས་ཆོས་ལུགས་དང་འབྲེལ་བ་ཡོད་རྒྱུ་གི་རིག་གཞུང་ཅིག་རེད་ཟེར་ན་འགྲིག་གོ་ད་ཨ་རིག་འདི་ཡེ་ཤེས་ཆོས་ལུགས་ཀི་ནས་ལྟ་བ་ཤུགས་ཆེན་པོ་ཡིན་པ་དེ་ལ་ངེས་འཛིན་བྱེད་དགོས་རེད་ཡེ་ཤེས་ཆོས་ལུགས་ཀི་ཕ་གི་ལྟ་བ་ཅིག་ཅེས་མི་རིག་དཀར་པོ་ཅིག་ཅེས་ད་འདི་མི་རིག་དཀར་པོ་གི་གྲངས་ཀ་དེ་ཨ་རིག་ལ་ཆ་བཞག་ན་བརྒྱ་ཆ་གི་བདུན་ཅུ་ཟིན་གི་ཡོད་རེད་མི་སྟོང་ཕྱུར་བཞི་བཞི་ལྷག་ཟིག་གི་ནང་ནས་ཨཱ་ནི་གཞན་པ་དེ་ཚོ་ཨཱ་ནི་ད། མ། ཨཱ་ནི་སྐར་ས་ད་ང་ཚོ་མི་རིགས་ནག་པོ་གཅིག་དེ་ནི་ཨེ་ཤི་ཡ་ར་ཨ་ཧྥི་རི་ཀ་ར་འདི་ནས་ཡོང་རྒྱུ་ཡིན་ན། ཉུང་ཉུང་གཅིག་མ་ཤི་སྲིང་གོ་མ་རེད་ཆ་ཚང་གཅིག་ན་བརྒྱ་ཆ་སུམ་ཅུ་སྲིང་གོ་མ་རེད། མི་དཀར་པོ་གི་བརྒྱ་ཆ་བདུན་ཅུ་སྲིང་ཡོད་རེད། དེའི་ནང་ནས་ཡེ་ཤུའི་ཆོས་ལུགས་ལ་དད་པ་གཅིག་ནི། དེའི་ནང་ནས་ཡང་ཡེ་ཤུའི་ཆོས་ལུགས་ལ་དད་པ་གཅིག་ནི་ཡང། པ། ད་དེ་ཡེ་ཤུའི་ཆོས་ལུགས་ལ་དད་པ་གཅིག་ནི་ལབ་ན་མི་དཀར་པོ་ནག་པོ་ཆ་ཚང་ཡོད་རེད་ཡིན་ན་ཡེ་ཤུའི་ཆོས་ལུགས་ལ་དད་པ་གཅིག་ནི་མི་ག་ཚད་ཅིག་ཡོད་རེད་ཟེར་ན་ཧ་ལམ་བརྒྱ་ཆ་གི་དྲུག་ཅུ་སྲིང་གི་ཡོད་རེད། ཨ་ནི་དེ་ནས་ཆོས་ལུགས་གཞན་པ་ཡོད་རེད། དེ་འདྲ་ཡིན་ནས་གང་ལ་ད་ཨ་རིའི་གི་རིག་གཞུང་དེ་གི་རྒྱབ་ལྗོངས་དེ་ད་གཙོ་ཤིག་གི་མི་རིགས་རིག་གཞུང་གི་ད་དེ་རིག་གཞུང་གི་ཨ་མ་འདྲ་བོ་དེ་མི་དཀར་པོ་གི་རིག་གཞུང་དང་ཡེ་ཤུའི་ཆོས་ལུགས་གི་རིག་གཞུང་ལ་ཞེས་བྱ་ནས་ད་གྲུབ་རྒྱུ་ཅིག་རེད་ལབ་ན་འགྲིག་གོ་རེད། ད་དེ་འདྲ་ཡིན་པ་ཡིན་ན་ང་ཚོ་འདི་ལྟ་དགོས་ཡ་ཅིག་ལ། རིག་གཞུང་དེ་མི་སྒེར་གྱི་རིག་གཞུང་དང་ཡེ་ཤུའི་ཆོས་ལུགས་ཀྱི་རིག་གཞུང་རེད། དེའི་ཁྱབ་ཁོངས་དེ་ལ་མི་ནག་དེ་ཚུད་ཀྱི་ཡོད་མ་རེད་མི་རིགས་ནག་པོ་དེ་ཚུད་ཀྱི་ཡོད་མ་རེད། དེའི་རིག་གཞུང་གི་ཁྱབ་ཁོངས་ནི་དེའི་སྒར་སོགས་རེད་ཁོ། དབྱེ་འབྱེད་འདྲ་མ་རེད་ད་དེ་རང་བཞིན་གྱི་དེ་འདྲས་ཞིག་རེད་ད་དེ་ཁོ་དེ་རེད། ད་མི་སྒེར་གྱི་རིག་གཞུང་མིའི་སྒར་པོ་གྱི་རིག་གཞུང་དེ་ག་འདྲ་ཞིག་རེད་ལབ་ན་ད་ཨ་རིའི་ནང་གི་རིག་གཞུང་དེ་གི་གྲུབ་ཡོད་ན་ཨ་རིའི་གི་རིག་གཞུང་དེ་ལ་རྩ་བའི་ཆ་ནས་དོན་ད་ངོ་བོ་འདྲ་བོ་ཟིག་གི་རི་ང་གི་ཐོག་ལ་ངེས་འཛིན་བྱེད་དགོས་རེད་ངོ་བོ་རི་ང། ངོ་བོ་རི་ང་དེ་ག་རེ་རེད་ཟེར་ན། གཅིག་དེ་མི་དཀར་གི་མི་དཀར་ལ་ཨ་ནི་ངོ་རྒོལ་བྱེད་པ་གི་རིག་གཞུང་གཅིག། ཨ་ནི་དེ་ནས་ཆོས་ལུགས་དེ་ག་རེ་རེད་ན་ཡེ་ཤུའི་ཆོས་ལུགས་གི་ཡེ་ཤུའི་ཆོས་ལུགས་ལ་ངོ་རྒོལ་བྱེད་རྒྱུ་གི་རིག་གཞུང་གཅིག། དེ་ནས་ལས་ཀ་བྱེད་ནས་གི་འདས་ལ་ག་རེ་སོགས་ད་སྦྱིན་བདག་ལ་ཨ་ནི་ངོ་རྒོལ་བྱེད།

དེ་བཞིན་ད་ང་ཚོ་རིམ་པ་གཅིག་ནས་འདིའི་རིགས་རིགས་ལ་འགྲེལ་བཤད་ཅིག་བརྒྱབ་ན། དང་པོ་དེ་ལ། ཨ་རིག་གི་ཆོས་ལུགས་དེ། ཡེ་ཤུའི་ཆོས་ལུགས་ཡིན་པ་གང་ཞིག་ལ། ཡེ་ཤུའི་ཆོས་ལུགས་ཀྱི་ནང་ནས་གྲུབ་མཐའ་གསར་མ་དེ་རེད་གྲུབ་མཐའ་གསར་མ་དེ་ག་འདྲ་ཅིག་བྱུང་བར་ན། ཡོ་རུབ་ནས་དེ་རུ་བར་མ་གི་བ་རུ་དུ་བ་རེད་ད། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བདུན་བརྒྱ་གི་བ་རུ་དེ་ལ། ད་ང་ཚོ་ཡོ་རུབ་ནང་ལ། ཡེ་ཤུའི་ཆོས་ལུགས་ཀྱི་ད་བསྒྱུར་བཅོས་ཀྱི་ལས་འགུལ་ལག་ཅི་ཡི་ཟིན་ན་རེ་དེ་གི་ལིང་གི་ཆེན་པོ་ཅིག་ཅོང་བར་བ། ད་དེའི་ནང་ནས་ཡེ་ཤེས་ཆོས་ལུགས་ཀྱི་གྲུབ་མཐའ་གསར་མ་འདི་གྲུབ་མཐའ་གི་ངོ་བོ་བྱས་ནས་ཅོང་ཡོང་རྒྱུ་རེད་ད། དེའི་སྔོན་གི་ཡེ་ཤེས་ཆོས་ལུགས་དེ་ག་རེ་རེད་ན་ཡོ་རུབ་ནང་ལ་སླེབས་ནས་དང་པོ་ཆོས་ལུགས་བྱས། རྗེས་ནས་ཆོས་སྲིད་ཟུང་འབྲེལ་བྱས་ཆབ་སྲིད་ཀྱི་མ་ལག་ཆགས། ལམ་ལུགས་སྲོལ་དེ་ཆ་ཚང་དབང་སྒྱུར་བྱེད་ཡ་གི་ལག་ཆ་ཅིག་ཆགས། ཆོས་ཁང་ར་དེ་ཚོ་གི་ཡོ་རུབ་ཀྱི་བལ་ནས་རྒྱལ་པོ་ལས་ཆོས་ཁང་ལ་དབང་ཆ་ཆེ་ཆེན་པོ་བྱས་ནས་ཅི་ད་ཆོས་སྲིད་ཟུང་འབྲེལ་གྱི་ཡོ་རུབ་ཀྱི་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་དེ་ད་ར་ར་བ།

དེ་ཡི་གི་ད་ཚབ་མཚོན་གི་མི་སྣ་འདྲ་བོ་ཅིག་རེད་ད་ཁོ་ནས་བཟུང་སྟེ་ཨ་ནེ་ཡེ་ཤེས་ཆོས་ལུགས་ཀྱི་གྲུབ་མཐའ་གསར་མ་འདི་བྱུང་པ་ཡིན་ཟིག་ད་དེ་འདྲས་བཤད་དགོས་རེད་ད་དེ་ཅི་ནས་ཀང་དེ་དོན་དག་རྡོག་རྡོག་ག་རེད་ན། ཡེ་ཤེས་ཀྱི་ཆོས་པ་ཚོ་གི་ཡེ་ཤེས་ཀྱི་སྐབས་དེ་རིང་གི་ཡོ་རུབ་ནང་གི་ཆོས་སྲིད་ཟུང་འབྲེལ་གི་ལམ་ལུགས་ལ་ད་ཁྱོད་ནས་ཡོང་ནས་ངོ་རྒོལ་བྱས་ནས་ཀྱི་ཨ་ནེ་འདི་ལྟར་དེ་ཅི་ནས་བཟུང་སྟེ་ཨ་ནེ་ཆོས་ལུགས་འདི་གྲུབ་མཐའ་གི་ད་དེ་ཁོ་ཚོ་གི་ལས་འགུལ་དེ་གྲུབ་མཐའ་གི་ངོ་བོ་ནས་ཀྱི་ནས་ཨ་རིའི་ནང་ལ་དར་ཡོད་གི་དེ་དེ་རེད་དེ་གཅིག་ནས་གང་ལ། ཨ་རིའི་གི་ད་ཆོས་ལུགས་དེ་ད་ད་ལྟ་གི་གྲུབ་མཐའ་གསར་མ་དེ་ལ་ལ་སྒྲིང་གི་སྐད་གི་ནང་ནས་ཕོ་ཐེས་ཏཱ་ཟེར་གོ་རེད་ཕོ་ཐེས་ཏཱ་ལབ་ན་དེ་ཨ་ནི་འདི་རེད་དོ་ད་ངོ་ལོག་རེད་དོ། སའི་ངོ་ལོག་བར་ན་སྐབས་དེ་རིགས་གི་ཡེ་ཤེས་གི་ཆེ་ཆེ་ཁང་གི་དབང་གྱེར་ལ་ངོ་ལོག་ནས་ཀྱི་དེ་ལ་གྱེན་ལོག་བརྒྱབ་ནས་ཀྱི་ཡོང་རྒྱུ་གི་ད་གྱེན་ལོག་གི་རིག་གཞུང་དེ་རེད་དེ་མ་གཏོགས་དེ་ན་ཡེ་ཤེས་གི་ཅིག་གི་དཀོན་མཆོག་གི་འཇིག་རྟེན་སྤྲིན་པ་པོ་དང་ཨ་ནི་ད་ཡེ་ཤེས་གི་རྩ་བའི་རིག་གཞུང་གི་ཆོས་ལུགས་ཀ་ངོ་རྒོལ་བྱས་མེད་ན་ད་ཆོས་ལུགས་དེ་གི་གྲུབ་མཐའ་གི་ད་ཕྱག་ལེན་འདྲ་དེའི་ཁྱབ་ཁོངས་ནས་པད་དུ་ད་ཁོ་ཚོ་མ་འདྲ་བ་ཅིག་ལོག་པ་ཐོན་ཡོང་ད་དེ་ཚོ་ལ་ག་རེ་བཤད་དགོས་རེད་ན། སྔོན་མ་གི་ཡོ་རུབ་ནང་གི་ཡེ་ཤུའི་གི་ཆོས་ལུགས་དེ་ཚོ་གི་ད་ཅིག་གི་དགོན་སྡེ་གི་རྣམ་པ་གི་དེ་བྱས་ད་ཆ་ཚང་པད་དུ་ཅིག་སྤྱིར་བཏང་གི་ད་པད་དུ་གར་སོགས་རེད་ཅིག་དགོན་པ་གྲྭ་ཚང་གི་འཛིན་སྐྱོང་འདྲ་བོ་བྱས་དེའི་ནང་ལ་ཅིག་ང་ཚོ་སྤྱི་འབངས། ད་ང་ཚོ་གསལ་བོ་ལ་བཙལ་ཡ་གཅིག་ཡོད་རེད་བ་ང་ཚོ་སྤྱིར་བཏང་གི་ཅིག་མི་སེར་འདི་ཧ་ལམ་ད་དེའི་ནང་ལ་ཞིག་ས་མ་འགྲོ་ནས་འགྲོ་ན་ཆ་ཚང་གི་ཅིག་སྡོམ་པ་ར་དེ་ཚོ་ལེན་དགོས་ཡ་འདྲ་བོ་དེ་འདྲའི་གི་རྣམ་པ་བྱས་ནས་ཅིག་པ་ད་ད་སྒྲིག་འཛུགས་གི་ངོ་བོ་ད་ཡིན་ན་གྲབས་བཙན་གི་རིག་གཞུང་འདྲ་བོ་ལབ་ན་འདི་གར་དེ་འདྲའི་ཅིག་བཟོ་ཡོད་རེད་དེའི་རྗེས་ནས་ཨ་ནི་ད་འདའ་གི་འདི་ཡེ་ཤེས་གི་གྲུབ་མཐའ་གསར་མ་འདི་ཚོ་གི་གི་ཡང་རི་བཏང་ནས་ཅིག་ངོ་ནས་ཅིག་མི་སེམས་ལ་འབབ་ཐུབ་པ་རང་བྱུང་ཁམས་ར་དེ་ཚོ་ལ་ཐ་སྙད་རེ་དང་ད་དེའི་རྗེས་ནས་ཀྱི་ནི་ཁྲིམས་སྒྲིག་གཞི་མང་པོ་ཟིག་འགྱུར་བ་དང་ད་དེ་སི་གུ་ཡང་པོ་དེ་འདྲས་རེད། དེ་ཡིན་པ་སོང་ཙང་དེའི་གི་རིག་གཞུང་དེའི་བ་རེད། ད་རིག་གཞུང་དེ་ག་ནི་ཆོས་ལུགས་ཀྱི་ཐོག་ནས་བཤད་ན་ངོ་རྒོལ་བྱེད་ཡ་གི་རིག་གཞུང་ཅིག་རེད་དེ་ནི་དེ་རེད། གཉིས་བ་ད་ང་ཚོ་ཆ་ཚང་གི་བཤད་བསྡད་བ་ཅིག་ལ་ད་འདིར་བ་ཨ་ནི་ཨ་རིག་གི་རྒྱལ་ཁབ་ཙིག་བ་དེ་ཨ་རིག་གི་རྒྱལ་ཁབ་ཙིག་ནི་ད་ཨ་རིག་གི་རང་བཙན་ཅིག་ཟེར་ཡ་དེ་སིའི་ལག་ནས་རང་བཙན་ཅིག་འབར་ན་མི་དཀར་པོ་གི་ལག་ནས་མི་དཀར་པོ་ཚོ་གི་རང་བཙན་ཅིག་ཐོབ་སོང་བ་རེད་སེ་སྐོར་ད་དེ་ལ་ཨ་རིག་གི་རང་བཙན་སེ་སྐོར་རེད། དེ་མ་གཏོགས་ཨ་རིག་གི་མི་དཀར་པོ་ར་མཚོ་བྱག་ར་དེ་ཚོ་ཕ་ར་འགྲོ་ནས་བྱག་པ་དེ་ཚོ་ཕ་ར་འགྲོ་ནས་ཀྱི་ཨ་ནེ་ཨིན་དྲི་ཡ་ན་གི་ས་ཆ་ར་དེ་དང་པོ་བཙན་འཛུལ་བྱིན་པའི་ཁ་ཐུག་ལ་ཨིན་དྲི་ཡ་ན་ཟོ་གི་སོ་སོ་གི་ས་དགོ་ཁར་གོ་སོང་ཡ་གི་ཆེད་དུ་ད་མ་འགྲོ་ཅི་རྒྱབ་ཡོད་ད་དེ་ལ་ཁི་ཡོ་མ་ར་བ་ཡིན་ན་ད་དེ་ལ་རང་བཙན་ལེན་གི་ལབ་གི་ཡོ་མ་རེད་ད་ཨ་རིག་རང་བཙན་ལེན་གི་ལབ་ན་ཨ་རིག་གི་ཨིན་ཅི་གི་ད་གཙོ་བོ་ཨིན་ཅི་རེད་ད་ཧྥ་རན་སི་ར་དེ་འདྲས་ར་ཡོད་ར་ད་ཡིན་ན་ཨིན་ཅི་གི་མི་དེ་ཚོ་ཨ་རིག་ས་ཐོག་ལ་འགྲོ་ནས་མི་ཐོག་ཉིས་བ་སིམ་པ་གི་ཨ་ནེ་ཕྱིར་ཀོ་རེ་ཨིན་ཇིའི་གཞུང་ལ་ངོ་རྒོལ་བྱས་ནས་ཇི་ལྟར་རྒྱལ་ཁབ་བཙུགས་བྱས་དེ་ལ་བརྟེན་ནས་ཨ་རིའི་རང་བཙན་ལས་འགུལ་ལ་ཁོར་ད་མི་མང་པོ་བསད་ཡོད་དེ་སུས་བསད་ཡོད་ན་ཨིན་ཇིའི་དགག་དམག་ར་ཨ་རིའི་གི་ས་ཐོག་གི་སྐྱེ་རྒྱུ་གི་མི་ཐོག་ཉུལ་བ་ཟིན་པ་ད་དེའི་བར་ལ་དམག་བྱུང་ད་མདོར་ན་མི་དཀར་གི་མི་དཀར་བསད་རེས་བྱས་ནས་ཇི་ད་དེའི་ནང་གི་དམག་འཁྲུག་དེ་ལ་ཨ་རིའི་གི་ད་ཨ་རིའི་གི་ལྷོ་བྱང་གི་དམག་འཁྲུག་ཡིན་ན་རེད་ད་ག་ནང་བཞིན་གི་ཨིན་ཇི་ར་དང་ཨ་རིའི་དམག་འཁྲུག་རང་བཙན་དམག་འཁྲུག་ཡིན་ན་འདིའི་ནང་ནས་ཨ་ནི་མི་ཀིར་ཀི་མི་ཀིར་ལ་ངོ་རྒོལ་བྱེད་ཡོང་རྒྱུ་རིག་གཞུང་ཅིག་རེད། རྒྱལ་ཁབ་ཁོ་རང་དེ་ངོ་ལོག་ཅིག་རེད་ད་ངོ་ནས་བཤད་ཡོང་ན་ཆོས་ལུགས་ཀི་ངོ་ལོག་ཨ་ནི་རྒྱལ་ཁབ་ཀི་ངོ་ལོག་རྒྱལ་ཁབ་དེ་ར་ངོ་ལོག་རང་བཞིན་ཅིག་བཙུགས་ཡོང་རྒྱུ་ཅིག་རེད། དེ་པའི་ཆ་ནས་དེ་ཨ་རིའི་གི་རིག་གཞུང་གི་ད་སྙིང་སྟོབས་ཀི་རིག་གཞུང་ཨ་རིའི་གི་སྙིང་སྟོབས་ཀི་ད་རིག་གཞུང་ཨང་གཉིས་བ་འདྲ་བོ་དེ་འདྲའི་ཅིག་ལ་ངེས་འཛིན་བྱེད་དགོས་སེམས་པ་དེ། ད་ནི་ཁྱོ་གང་ལབ་འདུག་རེད་ད་ཡིན། ཁྱོ་གང་ལབ་འདུག་དེ། ངོ་མ་ཡིན་ན་ད་ཨ་རིའི་ནང་རེད་ཡོ་རུབ་ནང་རེད་དེ་ཁྱོ་ག་གི་དབང་ཤིག་དེ་བཤད་དགོས་ཀི་མ་རེད་ད་ང་ཚོ་དེ་ཤིག་ཆེན་པོ་ད་འཛམ་གླིང་གི་ཤེས་རིག་གི་ད་ཕྱིར་འཕེལ་ཕྱོགས་ཅིག་རེད་ཁྱོ་ག་དབང་སྐྱིར་ཆེན་པོ་ཡིན་ནི་གང་ལ་ཨ་ནི་ཨ་རིའི་ནང་ནས་ད་བད་དུ་ངོ་རྒོལ་ཤིག་ཆེན་པོ་བྱས་ནས་ཁྱོ་གང་ལབ་འདུག་ག་དེ་ཅི་ད་གི་ཨ་ནི་དེ་ལས་འགུལ་དེ་ད་ཨ་རི་ཙམ་མ་ཡིན་པའི་འཛམ་གླིང་ང་ཤིག་རྐྱེན་ཆེན་པོ་ཐེབས་ཡོད་རེད་དེ་ནས་ད་བོད་མི་ལ་ཐོབ་ཐང་རག་ཡ། བོད་མི་ཆབ་སྲིད་ཀྱི་ནང་ལ་ཞུགས་ཡ། ལས་ཁུངས་ཀྱི་གླ་ཆ་ལས་ཀ་བྱས་ན་འདྲ་མཉམ་སྤྲད་ཡ། ད་དེ་ཚོ་ཨ་རིའི་གི་ཁྲིམས་ཐོག་ནས་གུ་ཡངས་བཏང་གི་དང་འཛམ་བུ་གླང་གི་མིག་དཔེ་ད་ནི་ད་དུ་སེ་འགྲོ་ཡོད་རེད་ན་དེ་ལུང་པ་གཞན་པ་གི་ར་ཡོད་ད་ཡོ་རུབ་ར་འདི་ཚོ་གི་ལུང་པ་གཞན་པས་འགྲོ་ཡོད་རེད་ན་ད་ཨ་རིའི་གི་བོད་མིའི་གི་ཐོབ་ཐང་དེ་ཧ་ཅང་གལ་ཆེན་པོ་བྱུང་ཡོད་རེད། དེ་སྐྱེས་མིའི་ཚོ་ཁྱོ་ག་ལ་ངོ་ལོག་བྱེད་ཡ་གི་རིག་གཞུང་གཅིག་རེད་ཨ་རིའི་གི་རིག་གཞུང་དེ། དེ་ཡིན་པ་སོང་ཙང་ད་དེ་རུ་མི་ཀིར་གྱི་རིག་གཞུང་རེད་ལབ་ན་འགྲིག་གོ་དེ་ནས་ཨ་རིའི་གྱི་རིག་གཞུང། དེ་ལས་ཀྱང་ཨ་རིའི་གྱི་རིག་གཞུང་མངོན་གསལ་དོད་པོ་ཟིག་གང་རེད་ཟེར་ན། ད་བཟོ་བ་གྲལ་རིམ་གྱི་སོ་སོ་གྱི་ཁེ་ཕན་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ལས་བཟོ་བ་གྱི་ཤོག་ཁག་དེ་ཤུགས་ཆེན་པོ་བྱུང་བ་རེད་ད་ང་ཚོ་ཡིན་ན་འདས་སའི་སྐོར་ར་ད Trade Trade Organization ཟེར་ན་རེད Trade Trade Union ད་འདི་བཟོ་ཚུགས་ནས་ཀྱི་ངར་རྩོད་པ་ལས་བཟོ་བ་གྱི་ཐོབ་ཐང་དེ་ཨ་རིའི་ནང་ནས་ད་ཤུགས་ཆེན་པོ་ཞུ་བྱུང་ཡོད་རེད། བྱེད་སྟངས་ལུས་བཟོ་བ་གི་ཐོབ་ཐང་ལབ་ན་སྣ་ཁ་གཉིས་བཤད་དགོས་རེད། ཧྥ་རན་སི་ར་འདི་ཚོ་ནི་སྔོན་མ་དམར་ཤོག་གི་ལུས་བཟོ་བ་གི་ཐོབ་ཐང་ཅིག་བཤད་དགོས་རེད་ད་དེའི་སྤྱིར་བཏང་གི་འབྱོར་ལྡན་གྲལ་རིམ་མེད་པའི་ཐོག་ནས་འབྱོར་མེད་གྲལ་རིམ་གི་དབང། འབྱོར་མེད་གྲལ་རིམ་དང་བཟོ་ལས་གྲལ་རིམ་གི་མི་རིགས་ལ་དབང་བསྒྱུར་བྱེད་དགོས་ཟེར་ཡ་ད་དེའི་རིགས་དེ་རེད། ད་དེ་བྱས་ནས་གང་ལ་ད་དེ་ལྟས་སུ་ཅིག་ཕྱོགས་སུ་ལྷུང་བ་རེད། བརྒྱ་ཆ་བརྒྱ་གི་མི་རིགས་གི་ཨ་ནི་སྤྱི་ཚོགས་གི་བགོ་བཤའ་རྒྱབ་སྟངས་དེ་དེ་འདྲས་འགྲོ་བ་ཡིན་ན་དེའི་ཐལ་ཆ་ཡོད་པ་ངེས་འཛིན་བྱེད་དགོས་རེད། ད་ཨ་རིའི་གི་འདི་ག་རེ་བྱེད་དགོས་རེད་ཟེར་ན། ད་མ་རྩ་རང་ལུགས་ཀྱི་ནང་ནས་ལས་བཟོ་བ་མི་མང་ལ་ད་མཐུན་རྐྱེན་ག་རེ་སྤྱད་དགོས་ཀྱི་འདུག་སྦྱིན་བདག་དེ་ཚོ་གི་བརྒྱ་ཆ་བརྒྱ་གི་ཨ་ནི་ངལ་རྩོལ་པ་དེ་ཚོ་བཤུ་བཞོག་མ་བྱས་པ་གི་ཆེད་དུ་ཨ་ནི་ངལ་རྩོལ་པའི་མཐུན་ཚོགས་བཙུགས་ནས་ཀྱི་ད་འདི་མ་རྩ་རང་ལུགས་ཀྱི་ནང་གི་བཟོ་བའི་ཐོབ་ཐང་སྲུང་སྐྱོབ་བྱེད་ཡག་གི་ལས་འགུལ་ཆེ་ཤོས་དེ་ཡང་ད་འདུས་བྱུང་ཡོད་རེད། ད་འདི་ཡིན་ན་ད་ནས་བཟུང་སྟེ་ཨ་ནི་ད་ཅིག་མ་རྩ་རང་ལུགས་ཀྱི་ཚོང་ཚོང་རའི་ཁྱབ་ཁོངས་ལ་ཆ་བཞག་ན་ཨ་རིའི་གི་ནང་ནས་ཨ་རིའི་ལས་བཟོ་བ་གི་མགོ་ཁྲིད་ལས་བཙུགས་རྒྱུ་གི་ལྟ་ཟིན་ན་རེད་འདས་གི་ལས་འགུལ་འདི་གི་མིག་དཔེ་ཆེན་པོ་བྱུང་ཡོད་རེད་འདས་ཡང་ཧ་ལམ་ད་ང་ཚོ་འགྲོ་བ་མིའི་རིགས་ལ་ཁྱབ་ཁར་ཟིན་ན་འགྲིག་གི་རེད་འདས་ཡང་ཨ་རིའི་གི་ལས་འགུལ་རིག་གཞུང་གི་མ་ལག་གཅིག་རེད་ད་རིག་གཞུང་འདི་ག་རེད་ན་ད་དོན་དག་ཏོག་ཏོག་བཤད་ན་ལས་བཟོ་བ་ཚོ་སྦྱིན་བདག་ལ་ངོ་ལོག་རྒྱབ་ནས་ཀྱིས་རག་རྒྱུ་གི་གཅིག་རེད་ད་དེ་བས་ཀྱང་གལ་ཆེ་བ་གཅིག་ལ་ད་མིའི་ནག་པོ་གི་ཐོབ་ཐང་འདི་རེད་མིའི་ནག་པོ་གི་ཐོབ་ཐང་དེ། ད་ཧ་ཅང་གལ་ཆེན་པོ་ཆགས་ཡོད་པ་རེད་མིའི་ནག་པོ་གི་ཐོབ་ཐང་དེ་ད་ལྟ་ཨ་རིའི་ནང་ནས་དང་པོ་འགོ་ལངས་ནས་དེ་མིའི་ནག་པོ་གི་ཐོབ་ཐང་ཞིག་རེད་ཡིན་ན་མིའི་ནག་པོ་གི་ཐོབ་ཐང་ལབ་བྱ་ནི་གང་ལ་ཨ་རིའི་ནང་གི་མི་ཆ་ཚང་ལ་ཁྱབ་དགོས་ཨ་རིའི Citizen ང་ཚོ་ཨེ་ཤི་ཡ་ནས་ཕར་ཨེ་མི་གི་ར་བྱེད་རྒྱུ་ར་ཁྱབ་དགོས་རེད་ཨ་ནི་ད་མེག་སི་ཁོ་ར་དེ་ནས་ཡོང་རྒྱུ་ར་ཁྱབ་དགོས་རེད་མིད་ལ་ཨིས་ཏི་ནས་ཡོང་རྒྱུ་ར་ཁྱབ་གི་ཡོད་རེད་འདི་ནས་བཟུང་སྟེ་ནི་མིའི་རིགས་ད་མང་ཆེ་བ་གཟིགས་ཁྲིམས་ཐོག་ནས་ད་འདྲ་མཉམ་ཆགས་ཡོད་རེད་ད་དེ་མིའི་ནག་པོ་གི་ལས་འགུལ་དེ་གི་ཁྱབ་ཚུལ་དེ་དེ་འདྲའི་འདྲ་བོ་ཅིག་རེད་ཨ་རི་ནས་མིའི་ནག་པོ་ལ་ཁྲིམས་ཐོག་གི་ཆ་རྐྱེན་རག་ནས་རྗེས་དེ་ནས་བཟུང་སྟེ་ནི་ད་ག་རེ་བྱེད་སྐོར་ཟེར་ན་ཨ་རི་ནས་མིའི་ནག་པོ་ཐོབ་ཐང་རག་བའི་གི་རྗེས་ནས་ནི་འཛམ་བུ་གླང་གི་རམ་དེ་མིག་དཔེ་མང་པོ་ཅིག་ད་ནས་རྗེས་ཨ་ནི་མིའི་ནག་པོ་དེ་ཚོ་ལ་ཨ་ནི་ད་ཐོབ་ཐང་མང་རེ་སྤྲད་ཡ་དང་དེ་འདྲའི་གི་འཛམ་གླང་མིག་དཔེ་ཡག་པོ་བྱུང་ཡོད་རེད། དེ་འདྲ་ཡིན་པ་སོང་ཙང། ད་ཨ་རིག་གི་མི་ནག་པོ་ལ། ཐོབ་ཐང་འདི་རྩོད་ལེན་བྱེད་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེ་བྱུང་བར་འདོད་ན། ངས་ད་ལྟ་བཤད་གནང་བཞིན་དུ་ཨ་རིག་དེ་མི་དཀར་པོ་གི་གཙིགས་བྱ་རྒྱུ་རྒྱལ་ཁབ་ཅིག་དང་མི་དཀར་པོ་གི་ལྟ་བ་དེ་ཤུགས་ཆེན་པོ་ཡོད་པ་སོང་ཙང། ཨ་ནི་ཨ་རིག་གི་དང་པོ་གི་རྩ་ཁྲིམས་བཟོ་ནུས་གི་མི་དེ་ཚོ་གི། ཨ་རིག་གི་རྩ་ཁྲིམས་དང་རང་བཙན་བསྒྲགས་གཏམ་བཟོ་ནུས་གི་མི་དེ་ཚོ་ད་ཨ་རིག་དང་པོ་རྒྱལ་ཁབ་བཙུགས་ནས་གི་ཨ་ནི་དེ་ཚོ་གི། བསམ་བློའི་ནང་ན། ཨ་ནི་བྲན་གཡོག་ལ་ངོ་རྒོལ་བྱེད་ཡ་དང། ཨ་ནི་ད་སྤྱིར་བཏང་གི་འགྲོ་བ་མིའི་རིགས་བཅིངས་གྲོལ་བཏང་ཡ་དང་གི་གཉའ་གནོན་དང་ཐུབ་ཚོད་ལ་ངོ་རྒོལ་བྱེད་ཡ་གི་དེ་ཁོ་ཚོ་གི་རྩ་ཁྲིམས་གི་སྒྲིག་གཏམ་ནང་ན་གལ་ཆེན་པོ་ཅིག་བཤད་དགོས་རེད། ཡིན་ན་དེ་བཤད་གི་ཡོད་བཞིན་དུ། མི་ནག་གི་བྲན་གཡོག་གི་གནས་རིམ་དུ། ཁོ་ཚོ་རང་ཅག་ཤ་ཤ་བོར་རྩ་ཁྲིམས་ནང་ནས་མི་ནག་པོ་ལ་ཐོབ་ཐང་སྤྲད་དགོས་མ་རེད་མི་དཀར་གི་མི་ནག་དེ་གཡོག་པོ་ཉར་ཆོག་ཡ་ཅིག་ཁོ་ཚོ་གི་རྩ་ཁྲིམས་ནང་ན་དུ་སི་བྲིས་ཡོད་རེད། དེ་ཡིན་པ་སོང་ཙང་ད་དེའི་ལྟ་བ་དེ་ག་འདྲ་ཅིག་ཡོང་པར་ནི་ད་གི་ཧ་ལམ་ཐད་ཀར་ཡོ་རུབ་ནས་ཁེལ་ཡོང་རྒྱུ་ཅིག་རེད། ད་ང་ཚོ་ཧ་གོ་རེ་ཡོ་རུབ་ནང་ལ་ཡོ་རུབ་གི་ད་ང་ཚོ་ཡོ་རུབ་ནང་གི་མི་དེ་ཚོ་ལ་སྤྱིར་བཏང་གི་མི་གི་གཤིས་ཀ་གི་ཐོག་ནས་བཤད་ན་སི་ཀོར་ད་མི་གི་གཤིས་ཀ་གི་ཐོག་ནས་བཤད་ན་ཁོ་རང་ཚོ་ཅིག་ཨ་ནི་ངེས་འབྱུང་ལ་ཧ་ཅང་དགའ་བོ་ཆེ། རང་དབང་དང་ཨ་ནི་འགྲོ་བ་མིའི་ཅིག་རང་དབང་དེ་དེ་ཧ་ཅང་གལ་ཆེན་པོ་ཟེར་ནི་དེ་འདྲས་ཅིག་རེད། དེ་ཡིན་པ་སོང་ཙང་ཁོ་རང་ཚོ་གི་མིའི་གི་ཅིག་རྩ་བའི་འགྲོ་སྟངས་གི་ཐོག་ནས་བཤད་ན་ཁོ་བྲན་གཡོག་ཁྱི་དེ་ནི་ཅིག་མ་རེད་བྲན་གཡོག་བྱེད་མཁན་ནི་ལམ་སང་ཁོ་རང་ཁོ་རང་ཤི་ཤི་ཐུབ་ནི་གི་མི་རིགས་ཅིག་རེད། བྲན་གཡོག་གི་སྐྱེ་བ་ལས་ནི་ད་ནི་དེ་འདྲའི་ཆིག་མ་རེད་ད་དེ་ཡིན་པ་སོང་ཙང་དེ་ངན་ཆུང་གི་ཞིག་ག་སྤྱིར་བཏང་གི་ཡོ་རུབ་ཀྱི་ནང་ནས་ཧ་ལམ་མི་དཀར་པོ་དེ་ལ་འདི་འབྱུང་བྱས་ནས་ཀྱི་བྲན་གཡོག་ཅིག་བཟོ་ཐུབ་ཡོད་རེད་ན་ཧ་ལམ་བཟོ་ཐུབ་ཡོད་བ་མ་རེད་ལབ་ན་འགྲིག་གོ་རེད་ཡོ་རུབ་ནང་ན་ཧ་ལམ་བྲན་གཡོག་ཡོད་བ་མ་རེད་དེ་གཅིག་རེད་དེ་ཡིན་པ་སོང་ཙང་ཡོ་རུབ་ཀྱི་ནང་ན་སྔོན་མ་མི་དཀར་པོ་གི་དཀར་པོ་ད་ཅིག་བྲན་གཡོག་ལ་ཉར་པ་དེ་འདྲས་ཀྱི་ད་དམག་ར་དེ་འདྲས་ཤོར་པའི་ཁ་ཐུག་ལ་དམག་གི་བཟུང་དམག་དང་དེ་འདྲས་ལ་ད་བྲན་གཡོག་ནང་བཞིན་ཀྱི་ཐུབ་ཚོད་བཏང་ཡོད་རེད་ད་ཡིན་ན་བསམ་བློ་གི་ཐོག་ནས་བཤད་ན་དེ་བྲན་གཡོག་ཡིན་པ་གི་བསམ་བློ་དེ་སླེབས་ཐུབ་ཡོད་མ་རེད་ཡོ་རུབ་ནང་ལ་དེང་འདྲ་ཆ་ནས་ཡོ་རུབ་ནང་ལ་ཧ་ལམ་བྲན་གཡོག་ལམ་ལུགས་དེ་དར་ཡོད་མ་རེད་ལབ་ན་འགྲིག་གོ་ད་ཨ་ནི་སྟོབས་ཆེ་ཡ་གི་ཆུང་བ་ལ་ཐབས་ཚུལ་དང་ཡ་དེ་ད་ཡོད་ད་སྤྱིར་བཏང་གི་ལྟ་ཕྱོགས་ཁོ་རང་ཐོག་ནས་རིགས་ཀྱི་དབྱེ་བ་བཀར་ནས་ཀྱི་བྲན་གཡོག་ལ་བསམ་བློ་དེ་ཡོ་རུབ་ནང་ལ་མེད་ལབ་གོ་རག་གཅིག་དེ་རེད་དེ་ག་ད་མི་ཆ་ཚང་དེ་འདྲའི་ཁ་ཉན་ནས་མི་རིགས་གཅིག་ཆགས་ཀྱི་ཡོད་མ་རེད་ཡོ་རུབ་གི་མི་རིགས་དེ་ད་ནས་ཡེ་ཤེས་ཆོས་ལུགས་དེ་དར་ར་བ་ཡེ་ཤེས་ཆོས་ལུགས་དར་ཡོང་ནས་གང་ལ་ཡེ་ཤེས་ཆོས་ལུགས་གཅིག་ན་ཁོང་རང་གི་ད་བར་གྱི་ཁྱབ་ཁོངས་ལ་ཞུགས་ནུས་ཀྱི་མིའི་དུ་ཆ་ཚང་ལ་དཀོན་མཆོག་གི་འདུན་ས་ནི་ཆ་ཚང་དང་འདྲ་མཉམ་ཡིན་ལབ་ནས་གང་ལ་ཡོ་རུབ་ནང་ལ་བྲན་གཡོག་བྱེད་ཡ་ལ་བྲན་གཡོག་ལ་མཐོང་ཆུང་བྱེད་ཡ་གི་ཆོས་ལུགས་ཀྱི་རིག་གཞུང་ཅིག་མེད་སྤྱིར་བཏང་གི་མིའི་གི་གཤིས་ཀ་མེད་པའི་ཐོག་ནས་ཡོ་རུབ་ནང་ལ་ད་མི་དཀར་པོ་དེ་ཚོ་ལ་བྲན་གཡོག་གི་ཁོ་རང་ཚོ་ཁོ་རང་ཚོ་བྲན་གཡོག་ལ་གུ་ཡ་གི་རིག་གཞུང་དེ་ཡོད་མ་རེད། ད་ཡིན་ན་ཁོ་རང་ཚོ་བྲན་གཡོག་གི་འགན་ཁུར་ར་ཡོད་རེད། བྲན་གཡོག་གི་ལམ་ལུགས་དེ་དག་རྡུགས་རྒྱ་ཞེའུ་ཅིག་ལྟར་རེད་དེ་གང་ནས་ལྟར་རེད་ན། ཨ་ནི་ཁོ་རང་ཚོ་གི་མཚོ་ལྕགས་དང་ཚོང་པ་དེ་ཚོ་འགྲོ་ནས་ཀྱི། ད་ཨེ་ཤི་ཡ་གི་ར་མི་ཕྲན་ལ་ཕྲན་བུ་ཟིན་ཡོད་རེད་རྒྱལ་ཁབ་གཞན་པ་གི་བྲན་གཡོག་ཉར་ཡོད་རེད་ད་དེ་བས་ཀྱང་གལ་ཆེ་ཅིག་ལ་ཁོ་ཚོ་གང་བྲན་གཡོག་ག་ཉར་ཡོད་ན་ད་ཨ་ཧྥི་རི་ཀ་ཁོ་ཚོ་མཚོ་ལྕགས་དེ་ཚོ་སླེབས་ནས་ཀྱི་ད་ཨ་ཧྥི་རི་ཀ་ནས་ད་ད་མི་མི་རིགས་ནག་པོ་ལ་ད་ཁོ་ཚོ་གི་བྲན་གཡོག་པད་དང་ཟངས་ཡག་གི་ད། རྟ་བྲན་གཡོག་རྟ་ཞིབ་གཞོག་དང་གི་གཉགས་གནོན་ཐུབ་ཚོད་ད་ཧང་བཟང་ཡ་དང་དེ་ནི་བྲན་གཡོག་གི་ཚོང་རྒྱབ་ཡ་ལ་ཡན་ཆེ་པོ་ད་དང་ས་ང་ཚོ་མཐོང་བསྡད་དེ་རེད་དེ་གཅིག་ནི་གང་ལ་ཨ་ནི་ཁོ་རང་ཚོ་གི་བསམ་བློ་ནང་དེ་ག་འདྲ་ཅིག་དེ་འདྲ་ཅིག་ཤར་འོད་ན་མི་ནག་པོ་ཟེར་དེ་ཧ་ལམ་ཅིག་སྐད་ཆ་འདྲ་བོ་ཅིག་བཤད་ཡ་གི་སེམས་ཅན་ཅིག་རེད་མ་གཏོགས་དེ་མི་ལ་ཧ་ལམ་ངེས་འཛིན་ཅིག་ཡོད་མ་རེད། དེ་འདྲའི་གཅིག་གི་གནས་སྟངས་ཀྱི་འོག་ནས་ད་ལྟའི་གཅིག་སེམས་ཅན་ནང་བཞིན་གཅིག་འདུལ་སྦྱོང་བྱེད་ཡག་གི་དེ་འདྲའི་གཅིག་ཡིན་པ་ཙམ་གྱིས་མ་གཏོགས་ད་ཕྱི་ཐང་གི་མིའི་གི་མཐོང་མ་སྤྲད་པའི་ཐོག་ནས་མི་མིན་པ་གཞི་བཞག་གི་ཐོག་ནས་ནི་ཁོ་ཚོ་དམ་ཚོགས་ཤག་དེ་ཚོ་རེད་ཨ་རིའི་གི་དམག་མི་ར་དེ་ཚོ་གི་ཁྲིད་ཡོང་ནས་ཀྱི་ཨ་ནི་ཨ་རིའི་ས་ཐོག་ལ་སླེབས་ནས་ད་མི་ཚང་ཉར་གིན་དང་ད་ང་ཚོ་མངའ་བདག་དེ་ཚོ་གི་གཡོག་པོ་གུ་ནས་དེ་དེར། ད་དེའི་གནས་སྟངས་ད་ཨ་རིའི་རྩ་ཁྲིམས་བཟོ་པའི་ཁ་ཐུག་ལ་དེའི་གནས་སྟངས་ལ་ད་འགྱུར་བ་བཏང་ཡོད་མ་རེད་ཨ་རིའི་རྩ་ཁྲིམས་བཟོ་ནས་ཆ་ཚང་མི་དཀར་རྐྱང་རྐྱང་རེད་དེའི་ནང་ན་མི་ནག་ཡོད་རེད་ཡོད་མ་རེད་ད་ཡིན་ན་ད་དེ་ཚོ་གི་མི་ནག་པོ་གི་ཐོབ་ཐང་དེ་སྐབས་དེ་རིང་གང་ད་རྩ་ཁྲིམས་ནང་ནས་རེད་མ་དར་ལོ་དེ་གིན་ཅི་ར་འདི་ཚོ་གི་རྩོད་ལེན་བྱེད་རག་ཟིག་བར་དུ་སླེབས་ཡོད་མ་རེད་ད། དེ་ནས་ཨ་ནི་གཞི་ནས་རྩ་ཁྲིམས་ཐོག་ནས་ཨ་ནི་རྩ་ཁྲིམས་ལ་གས་སུ་བཙུགས་ནས་ཅི་ནས་རྩ་ཁྲིམས་ནང་ནས་དེ་ཚོ་བསླེབས་ནས་ཨ་ནི་གཞི་ནས་ད་མི་དཀར་དེ་ལ་མིའི་གི་ཐོབ་ཐང་ད་ཧ་ལམ་མི་ནག་དེ་ལ་ད། མི་རིགས་ནག་པོ་དེ་ལ་ཧ་ལམ་མིག་གི་ཐོབ་ཐང་རག་ཡོད་དེའི་སྔོན་ན་མི་རིགས་ནག་པོ་མི་ཡིན་ལབ་ན་ད་ཧ་ལམ་འགྲོ་དགོས་མ་རེད་དེ་ཡིན་པ་སོང་ཙང་ད་མ་དར་ལོ་ཏི་གིན་འདྲ་དེ་ཚོ་གི་ད་མ་དར་ལོ་ཏི་གིན་དེ་དངོས་ནས་མི་ཧ་ཅང་གི་སྤྱང་པོ་ཅིག་རེད་དེ་ཡིན་པ་སོང་ཙང་ཁོ་ཁོ་གི་དང་པོ་དེ་ཨ་རིག་གི་རྩ་ཁྲིམས་གི་ཐོག་ལ་གས་སི་ཏི་མ་བཙུགས་ནོ་གི་སྔོན་ལ་ཁོ་ཡེ་ཤི་གི་ཆིག་པ་ཅིག་རེད་དེ་ཡིན་པ་སོང་ཙང་ཁོ་རང་གི་སྐད་ཆེ་ཤོས་དེ Black peoples ཡ་དེ people ཡིན་པ་རིགས་བརྒྱུད་ནག་པོ་དེ་མི་ཡིན་པ། དེ་རྩོད་ལེན་གྱི་ཡོད་རེད་ང་ཚོ་མི་རེད་ཟེར་ཡག་ང་ཚོ་བཤད་ན་ད་སྨྲ་ཤེས་གོ་སྨྲ་ཤེས་ཤིང་དོན་གོ་བའི་ད་ང་ཚོ་མི་ཡིན་པ་ལ་སྒྲུབ་ཨ་ནི་ད་ཁོ་ཁ་ཆ་མང་ཆེ་བ་ཚིག་གར་ད་ང་ཚོ་ཕེ་ཕོལ་ཡིན་ཟེར་ཡག་དེ་ཕྲོབ་བྱེད་དགོས་ད་ཕེ་ཕོལ་ཡིན་ན་ཕེ་ཕོལ་དེ་གོམ་ཆོག་གི་བཟོ་རྒྱུ་རེད་གོམ་ཆོག་གི་བཟོ་རྒྱུ་ཡིན་ན་ཕེ་ཕོལ་ལ་ད་ཨ་ནི་གཅིག་གཅིག་བྲན་གཡོག་ལ་གོ་ཡག་གི་ཡེ་ཤེས་ཀྱི་ཆོས་ལུགས་ནང་ན་ཡོད་དགོས་མ་རེད་དེ་ཡིན་པ་སོང་ཙང་ཨ་རིའི་གི་སྤྱི་ཚོགས་དེ་ལ་ཆོས་ལུགས་ཀྱི་ཤུགས་རྐྱེན་ཆེན་པོ་ཡིན་པ་སོང་ཙང་མ་གྲོས་ལོ་རྡུལ་ཁྱིམ་བྱ་དེ་ཚོ་གི་མང་ཆེ་བ་ཚོ་ཆོས་ལུགས་རང་བཞིན་གི་ཐོག་ནས་དང་པོ་རྩ་ཁྲིམས་བརླག་པ་མ་བྱས་གོང་འགྲེལ་བཤད་བརྒྱབ་ནས་ཀྱི་ཨ་ནི་མི་རིགས་དཀར་པོ་གི་ད་ཁ་བཀག་ནས་ཁོ་ཚོ་ཤེས་ཚད་མེད་པ་ཅིག་བཟོ་ནས་ཀྱི་ཨ་ནི་དུས་སུ་ཡོང་ཡོད་བར་བསྟན་པའི་ཆ་ནས་སྐབས་དེ་རིང་སྒང་ལ་མ་གྲོས་ལོ་རྡུལ་ཁྱིམ་བྱ་དེ་ཚོ་གི་གལ་ཆེ་ཤོས་ག་རེ་རེད་ཟེར་ན་ང་ཚོ་མི་ཡིན་ཟེར་ཡག་གི་དེ་ནས་རྩོད་ལེན་བྱས་ཡོད་ད་དེ་ནས་རིམ་པ་དེ་ལ་ནི་ག་ལེ་ག་ལེ་བྱས་ནས་མི་ནག་པོ་གི་ད་ཐོབ་ཐང་དེ་ལམ་འགྲོ་རྒྱུ་ག་གི་ཕྱོགས་གཅིག་རེད་ད་འདི་ཚོ་ཆ་ཚང་ག་རེ་རེད་ན། མི་དཀར་པོ་གི་རིག་གཞུང་གི་མ་ལག་ནང་ན་བཤད་དགོས་པ་རེད། ད་ག་ནང་བཞིན་གི། ད་ཡིན་ན་མི་དཀར་པོ་ཟེར་ཡ་དེ་ལ། ད་མི་ཡིན་པ་གི་ཁོ་ཚོས་ངོ་བོ་གྲིབ་སོང་ནོ་གི་རྗེས་ནས་བཟུང་སྟེ་མི་དཀར་པོ་ལ་འགྲོ་བ་མིའི་རིགས་ཀི་ཐོབ་ཐང་ཕྱོགས་ཕྱོགས་འཛིན་ཀར་ས་ཨང་དང་པོ་བརྩི་དགོས་ཡ་དེ་མི་དཀར་པོ་གི་ཡང་ཁོ་པ་ད་ཁྲག་ནང་ན་ཡོད་ད་པ་ཞིག་རེད་དེ་ཡིན་པ་སོང་ཙང་མི་དཀར་པོ་མང་པོ་ཅིག་གིས་ན་ར་མ་དར་ལོག་དྲི་གིས་ད་ཁོ་ཚོ་གི་ལས་འགུལ་ལ་རྒྱབ་སྐྱོར་བྱེད། ད་ང་ཚོ་ད་ལྟ་ཧ་གོ་དགོས་ཅིག་ལ། མ་རི་ལོག་ཏུ་ཁྱེད་འདྲ་ཁོ་རང་ཚོ་གི་སྐབས་དེ་རིགས་ད་ཚོ་མིའི་ནག་པོ་གི་ཐོབ་ཐང་རྩོད་ལེན་བྱས་ནས་ལམ་འགྲོ་རྒྱུགས་ཡ་དེ་ལ། དེ་ཁོ་རང་ཚོ་གླིང་གི་དཔེ་མི་སྲིད་པའི་ཡག་པོ་བྱུང་ཡོད་རེད། ད་ང་ཚོ་དྭངས་སང་བཤད་ན་མཚེ་མི་ཤི་བ་ར་དེ་ཚོ་གི་གླིང་གི་དཔེ་དེ་གོ་རིམ་ཡོད་པ་འཆར་གཞི་ཡོད་པ་གཞུང་ལུགས་ཡོད་པ་ཁ་ཕྱོགས་ཡོད་པ་དེ་འདྲའི་གི་ཐོག་ནས་ཡོང་ཡོད་རེད་ད་དེ་དཔེ་དེ་རྒྱུན་རང་པོ་ལ་སྦྱོང་བརྡར་གྱིས་དུས་ཚོད་བྱས་ནས་ཡོང་ཡོད་རེད་ད་དེ་རིང་ཁར་ཚང་གི་ཧོབ་ཏུ་ཁ་ལ་སེམས་བླང་རྒྱུ་འདི་འདྲའི་སྐད་མ་རེད་ཁོ་རང་ཚོ་གི་དེའི་རྩ་འཛུགས་དེའི་ནང་ལ་མི་སུ་སུ་ཤི་གོ་ནས་ན། ཨ་ནི་དེ་ཞིག་ནས་གི་ཐོ་གཞུང་མི་རེ་རེ་གི་ངོ་རྟགས་ཆོད་པ་མི་རེ་རེ་ལ་རྒྱུན་རང་པོ་གི་སྦྱོང་བརྡར་བྱས་ནས་ཡོང་རྒྱུ་གཅིག་རེད་བ་ད། སྐབས་དེ་རིག་གི་མ་དར་ལོ་ཏོ་ཁེན་དྲ་ཁུ་ཟུ་སྐབས་དེ་གི་མི་རིག་ནག་པོ་གི་ལས་འགལ་ཏེ། ཡིན་ན་སྐབས་དེ་རིག་གང་ད་ར་ད་དྲག་པོ་གི་ཟིན་ན་མི་འདུག་མི་མང་ཧོབ་ཏུ་ཁ་ལ་འཕྲོ་མ་ཐོན་ཡོང་ནས་གང་ལ་ཁ་ཚང་དེ་རིང་ནང་བཞིན་ཨ་ནི་འཕྲོག་ནས་དང་བཅོམ་ནས་དང་དེ་འདྲའི་མང་པོ་བྱུང་ཡོད་རེད་ད་སྤྱིར་བཏང་མི་མང་གཅིག་རྡེབ་ཏུ་འཕྲོ་མ་ཐོན་ཡོང་ནས་གང་ལ་འདིའི་ལས་འགུལ་ཚེ་ཡང་འགྲིག་གི་ཐོག་ནས་ཉེན་ཁ་ཚ་ཤིན་ཏུ་བརྩི་གོ་ད་འདིའི་ནང་ལ་མི་འདྲ་མི་འདྲ་འཛུལ་འགྲོ་གི་རེད་གོ་སྐབས་འདྲ་མི་འདྲ་བྱུང་ནས་ཡོད་རེད་ཁར་ཚང་ཧོང་ཀོང་ནང་ནས་རེད་ད་དཔེར་ན་དེ་ཅུང་ཚགས་རེད། ཧོང་ཀོང་གི་མི་མང་གི་ཞི་བའི་མང་ཚོགས་ཀྱི་ཧ་ཅང་གི་ད་ཡ་རབས་ཚུལ་ལྡན་གི་ཐོག་ན་ངོ་རྒོལ་བྱེད་གོ་རེད། ཨ་ནི་རྒྱ་ནག་གི་དེའི་ནང་ལ་ཆགས་པ་སྐུལ་མ་བཏང་ནས་བྱས་པ་ད་ལྟ་འདྲ་མི་འདྲ་བྱས་ཡ་དང་རྒྱ་ནག་གི་ཕྱོགས་གཏོགས་བྱས་ས་གི་དེའི་ས་ཁུལ་དེ་འདྲས་ནས་ཨ་ནི་ངོ་རྒོལ་པ་སོང་ནས་མི་མང་འགྲོ་ནས་ངོ་རྒོལ་པར་གདོང་ཡ། ད་དེ་འདྲའི་ཡན་ཆད་པོ་ཅིའི་འགོར་ད་དེའི་ཨ་རིའི་ནང་ན་སླེབས་པའི་འགོར་ད་འདིའི་ནང་ན་རྒྱབ་ལྗོངས་འདྲ་མི་འདྲ་ཡོད་པ་དེ་ཨ་ཅང་ཅང། ག་རེད་ན་ཁོ་སྒྲིག་འཛུགས་གཅིག་དང་ནི་གཅིག་གཅིག་གི་མགོ་འཁྲིད་ཀྱི་འོག་ནས་གཅིག་གི་སྒྲིག་འཛུགས་ཀྱི་འོག་ནས་གཅིག་གི་ཁྲིམས་དང་སྒྲིག་གཞི་གཏན་འབེབས་བྱས་ནས་ཐོག་ན་ཡོང་དགོས་བ་མ་རེད་ཧོབ་ཏུ་ག་ལ་ཆ་ཚང་ཐོན་ཤག་རེད་ང་མི་ནག་པོ་ཡིན་ལབ་ནས་ཆ་ཚང་འཕྲོག་མ་ཐོན་ཤག་རེད་ད་དེའི་ནང་ན་རྒྱབ་ལྗོངས་འདྲ་མི་འདྲ་ཡོད་པ་དེ་ད་གསལ་བོ་རེད། ཡིན་ནའང་མ་ད་ལོག་ཏུ་ཁྱེད་འདྲ་ཁོ་རང་ཚོ་གི་སྐབས་དེ་རིགས་ཀྱི་གླིང་གི་དེ་དེ་འདྲའི་གི་སྦྱོང་བརྡར་ཅིག་བྱས་བར་ད་དེའི་ནང་ནས་གལ་ཆེ་ཤོས་གང་བྱུང་ཡོད་བར་ཟེར་ན་མིའི་གར་སྤུག་གི་རྒྱབ་སྐྱུར་གྱིས་ད་ལྟ་བྱུང་ཡོད། མིའི་གར་སྤུག་གི་མ་དར་ལོག་ལྟ་མཁན་དང་ཁོ་ཚོ་ལ་རྒྱབ་སྐྱུར་གྱིས། ཨ་ནི་མིའི་གར་སྤུག་གི་ཨ་ནི་སྤྲིན་ཚོགས་ནང་ནས་ཁྲིམས་གཏན་འབེབས་བྱས་ནས་ཨ་ནི་རྩ་ཁྲིམས་ལ་འགྱུར་བ་བཏང་བ་དེ་མ་གཏོགས་སྐབས་དེའི་སྒང་ལ་མིའི་ནག་པོ་ཚོས་ཨ་རིའི་སྤྲིན་ཚོགས་ནང་འགྲོ་ཡོད་གི་ཐོབ་ཐང་ཁོ་རང་ཡོད་པ་མ་རེད། ཨ་རིའི་སྤྲིན་ཚོགས་ནང་ན་མིའི་ནག་པོ་གཅིག་ཀྱང་ཡོད་མ་རེད་ད་སྐབས་དེའི་སྒང་ལ་ངོ་ནས་བཤད་ན། དེ་འདྲའི་གི་ནི་སྟངས་ཀི་འོག་ནས་ད་ག་ལི་ག་ལི་བྱས་ནས་ཀྱི་ཨ་རིའི་ཁྲིམས་དུ་དུ་སི་འགྱེར་དེ་ར་མི་ནག་པོ་གི་ངོ་རྒོལ་གྱི་མི་དཀར་པོ་གི་རྒྱབ་སྐྱོར་བྱས་ཡོང་བ་རེད་དེ་རིང་ཡིན་ན་ར་ད་ཨ་རི་ལ་དེ་ཤི་རིག་གི་སྟབས་ཡག་ག་ཅིག་ལ་ཨ་རི་ལ་ཆགས་ཤ་ན་དེ་ཤི་རིག་གི་མ་རྩ་དེ་ཡོད་རེད་དེ་ཡིན་པ་སོང་ཙང་ཨ་རི་གི་ད་རི་གི་དོན་རྐྱེན་འདི་བྱུང་པའི་ཁ་ཐུག་ལ། ཨ་ནི་འདི་གཅིག་གི་འདོ་ཨ་ནི། བུ་ལི་སི་ཆ་ཚང་ལ་ཨ་ནི་ཁྲོ་མ་ཐོ་ནི་ཅི་མི་ད་མི་ནག་པོ་ཟི་ན་རེ་ད་འདའ་གི་ཨ་ནི། ངོ་རྒོལ་བྱེད་ནུས་དེ་ཚོ་ལ་དགོངས་དག་ཞུ་ཡ་ད་དེ་མི་ནག་པོ་གཅིག་པོ་ར་མ་རེད་ད་དེ་ནང་མི་རིགས་འདྲ་མི་འདྲ་བ་དེ་ཚོ་ལ་དགོངས་དག་ཞུ་ཡ་བི་མོ་ས་ཚིག་ནི་སྐྱོན་ངེས་ལེན་ཡ་དེ་འདྲའི་འདྲ་བོ་གི་རིགས་ཀྱི་བྱེད་དགོ་རེད་ད་ནང་བཞིན་གི་ང་ཚོ་ད། དེ་ཞོག་ཅིག་ཅིག་ད་ཁྱོད་ནི་ཡོང་ནས་བཤད་ན་ཨ་རིག་གི་དེ་ཨ་རིག་གི་མི་དཀར་པོ་གི་རིག་གཞུང་འདྲ་བོ་ཅིག་ཅིག་ད་མི་ནག་པོ་གི་རིག་གཞུང་ཟེར་ཡ་དེ་ག་རེ་ཅིག་རེད་ལབ་ན་མི་ནག་པོ་གི་ད་ལྟ་ང་ཚོ་བཤད་གི་རྒྱབ་ལྗོངས་གི་སེམས་ཁམས་དེ་དེ་འདྲས་ཡིན་པ་གང་ཞིག་ལ་མི་རག་མི་ནག་པོ་ཟེར་ཡ་འདི་ལ་ད་ཨ་ཧྥི་རི་ཀ་ར་དེ་ནས་བཤད་ཡོང་ནས་གང་ལ་ཅིག་དེང་སང་གི་འགྲོ་བ་མིའི་རིགས་གི་བཟོ་ལས་གསར་བརྗེ་ཟེར་ཡ་འདྲ་བོ་དང་འདི་འདྲས་གི་གསར་བརྗེ་མང་པོ་ཅིག་མི་ནག་པོ་གི་སྤྱི་ཚོགས་ལ་སླེབས་ཡོད་མ་རེད། དེ་ཡིན་པ་སོང་ཙང་མིའི་ནག་པོ་གི་ལྟ་བ་ནང་ན་ག་རེ་ཡོད་རེད་ན་ཁོ་ཚོ་ཅིག་གདོད་མིའི་ཞིང་ནགས་སམ་རང་བྱུང་ཁམས་དང་འདི་ཚོ་ལ་ཐ་ཉིའུ་ཡིན་པ་གི་དེ་འདྲས་ཅིག་ཡོད་རེད་ད་བུ་ཁྲི་ཤིས་ར་འདི་ཚོ་གི་ཨ་རིའི་ར་འདི་གི་རིག་གཞུང་གི་ཁྱབ་ཁོངས་ནས་པད་དེ་ཅིག་ཡིན་ལུགས་ཚུལ་ལྡན་གྱིས་གོ་ཡ་ཁྱིམ་དང་སྒྲིག་གཞི་བརྩི་གོ་ཡ་པད་དེ་ཅིག་བཤད་གི་སྣང་ཚུལ་དེ་གལ་ཆེན་པོ་འཛིན་གོ་ཡ་དེ་འདྲས་གི་རིགས་དེ་མིའི་ནག་པོ་གི་བརྩི་གི་བ་མ་རེད་ཁོ་ཚོ་ཕྱི་ཡི་འདི་ཡི་གི་རང་བྱུང་ཁམས་ལ་ཐ་ཉིར་བཏང་ཡ། འབར་བ་མིག་གི་ལྷན་སྐྱེས་ཀྱི་ན་ཆོར་དེའི་ངོ་ཐབ་ཡག་གི་ཁོ་ཚོ་ད་འབའ་རྩོམ་བྱེད་དགོས་རྟགས་ཨ་རིའི་དྲ་འདི་ཚོ་ཆགས་ཤག་ན་ཡིན་ཨིན་ཇིའི་གི་རིག་གཞུང་ར་འདི་ན་ཧ་ཅང་མིག་གི་ཅིག་བཟོ་བྱ་རྒྱུ་གི་སྒྲིག་འཛུགས་དེ་ཡག་པོ་ཡིན་པ་ཅིག་དང་མིག་གི་ཆ་གང་བཟོ་མ་དགོས་མིའི་ལྷན་སྐྱེས་ཀྱི་ཐ་ན་ཤིང་ནགས་སང་ནས་སྟོད་ལུག་ར་མ་བརྐུ་ན་བསྡད་ན་དེ་ཡག་པོ་ཡིན་སེ་ཡག་གི་དེ་གཉིས་རིག་གཞུང་དེ་འགལ་བ་བྱེ་བྲག་ཡོད་དེ་ཡིན་པ་སོང་ཙང་ད་དེ་ཁ་ཤི་ཟིག་གི་དེ་ལག་ལུག་ལབ་གི་ཁ་ཤི་ཟིག་གི་དེ་ལག་ལུག་མ་རེད་མིའི་རིགས་དངོས་མ་གང་ཡིན་ན་དེའི་ངོ་བོ་ཉར་ཐུབ་ན་ད་ངོ་ནས་གི་རིག་གཞུང་དེ་རེད་ཟེར་ནས་གི་རིག་གཞུང་གདོང་ཐུག་ཡོད་རེད། དེའི་བར་ནས་མི་ནག་དེ་མི་རིགས་རྒྱུད་ནག་པོ་དེ་ག་རེ་ན་དེའི་གདོད་མའི་རྣམ་པ་དེ་ཉར་ཡ་དེ་རིགས་རྒྱུད་ནག་པོའི་ནང་ན་ད་ཤུགས་ཆེན་པོ་ཡོད་རེད། དེ་ཡིན་པ་སོང་ཙང་ཨ་རིའི་སྤྱི་ཚོགས་ནང་ལ་འདི་འདྲིའི་གི་ད་མི་ཀིར་ཨང་དང་པོ་གྱི་དེ་ལས་གཉིས་པ་དེ་ད་མི་ནག་པོ་དེ་སླེབས་ཡོད་རེད། ད་ནང་བཞིན་གི་མི་ནག་པོ་གི་སྤྱི་ཚོགས་འདི་གྲངས་ཉུང་ཡིན་པ་གང་ཞིག་ལ་འདི་སྟོབས་ཤུགས་ཆེན་པོ་ཞེའུ་ཆགས་ད་ཡོད་ད་ཁོ་ཚོ་ལ་ཨ་རིའི་ནང་ལ་ཆགས་བྱུང་ན་དཔེར་ཏུ་སྔོན་སིལ་ཏོ་པུ་དུ་ཆགས་ཐོག་རེད། ཨ་རིའི་གི་ད་རྩིས་མོ་རྩིས་ནི་རེད་ཆབ་སྲིད་ཀྱི་བཤད་སྟངས་ནི་རེད་ད་ང་ཚོ་ཅིག་ད་ང་ཚོ་ལིས་རྩིས་དགོས་ཤོག་རེད་དེ་ནི་དཔལ་འབུར་དུ་ཐོན་ནི་མི་མང་པོ་ཅིག་ཡོང་ནི་གང་ལ་མི་ནག་པོ་ཟེར་ཡ་འདི་དོར་སྣང་མ་ཅིག་རང་ཅིག་ཅིག་ཆགས་ཁོག་རེད། དེ་ཡིན་པ་སོང་ཙང་མི་ནག་པོ་གི་སྤྱིར་བཏང་གི་ཆ་ལ་ཡོང་ན་ད་ལྟ་གི་སྤྱི་ཚོགས་ཀི་ཐོག་གི་ཐོན་ཁུངས་བགོ་བཤའ་རྒྱབ་སྟངས་གི་ཐོག་ནས་ཁོ་གཉིས་ལ་འགལ་བ་ཡོད་པ་མ་ཟད། བསམ་བློ་བཏང་ཕྱོགས་ཐོག་ན་མི་ནག་པོ་དེ་མི་དཀར་པོ་གི་ད་ད་ལྟ་ཅིག་ཚད་ལྡན་གྱི་སྒོ་རེད་ཡིན་ལུགས་ཚུལ་ལྡན་གྱི་སྒོ་རེད་ཅིག་ཨ་ཅིག་འདྲ་ཆགས་པོ་གཅིག་གོ་ཟེར་ཡ་གི་མི་དཀར་པོ་གི་ལྟས་ལ་མི་ནག་པོ་དེ་རྩ་བའི་ངོ་རྒོལ་ཡོད་རེད་ད། དེ་འདྲས་ཡིན་པ་སོང་ཙང་ད་ང་ཚོ་བཤད་སྟངས་བྱིན་པ་ཡིན་ན་མེ་ཁལ་རྗེ་སོན་ཞེས་སྟངས་ནས་སྐད་གྲགས་ཕྱིན་པ་དེ་འདྲས་གི་ཁོ་རང་གི་གདོང་པགས་གི་པགས་པ་ཆ་ཚང་བྱིའུ་བརྒྱབ་ནས་གཅིག་གཟུགས་པོ་གི་ཤ་མདོག་དཀར་པོ་བཟོ་ཡ་དེ་ད་ད་མི་དཀར་པོ་ལ་ངོ་རྒོལ་ཆེན་པོ་བྱིའུ་རེད་ལབ་གོ་ད་ཕྱི་སྟངས་བཤད་སྟངས་གཅིག་གི་ཐོག་ནས། ད་ག་རང་གི་བསྟན་པ་སོང་ཙང་ད་ཨ་རིའི་ནང་ལ་ཆ་བཞག་ན་མིའི་ནག་པོ་གི་སྟོད་ལུགས་གོན་སྟངས་ད་དཔེ་ན་དེ་རང་གི་ངའི་གོན་སྟངས་འདྲ་བོ་ཅིག་འདི་འདྲའི་ཅིག་གོན་ཞྭ་མོ་འདི་འདྲའི་ཅིག་གོན་འདིའི་འོག་ལ་འདི་སུ་ཀྲི་ཅིག་གོན་པས་ན་ཨོ་ད་འདི་མིའི་ནག་པོ་གི་སྐྱེར་སྟངས་རེད། ད་འདི་མིའི་དཀར་པོ་ཚོའི་སྣང་ང་ཆོས་ནས་འགྲོ་གོ་མ་ང་ཚོ་གི་ཤེས་རིག་འཕྲོ་བརླག་བཏང་སོང་ང་ཚོ་གི་རིག་གཞུང་འཕྲོ་བརླག་བཏང་ནི་རེད་ཤག་བསྟན་པ་སོང་ཙང་ཁོ་རང་ཚོ་གི་སྐད་ཆ་བཤད་སྟངས་ཡན་ཆད་པོ་ནས་བཟུང་སྟེ་ཨིན་ཇི་ཡག་པོ་ཆོས་ནས་བཤད་གོ་མ་རེད་ཨིན་ཇི་ཆགས་རྒྱུ་རྐྱང་རྐྱང་བཤད་གོ་རེད་ཨིན་ཇི་བཤད་ཤེས་གི་ཡོད་ན་རེད།

ད་ཡག་སྡུག་གཉིས་ཀའི་ཕྱོགས་ནས་བཤད་ཡོང་ན་དེ་ཅིག་རྒྱུ་རྩིས་དྲ་དེའི་ཐོག་ནས་མགོ་མནན་ཐུབ་ནས་མི་རིགས་གཟུགས་རྩ་བ་ཉིད་ནས་ཆགས་གོ་མར་དེ་ནུས་པ་ཆེན་པོ་ཆགས་གོ་མི་ནག་པོ་དེ་དེ་ཡིན་པ་སོང་ཙང་མི་ནག་པོ་ལ་གཅིག་ནས་ཁོ་རང་ཚོ་གི་བསམ་བློ་དང་ཕྱོགས་གི་ལྟ་བ་དེ་དེ་ཡོད་ད་དེ་ཡིན་པ་སོང་ཙང་གཟུགས་པོ་ཐོག་གི་རྣམ་འགྱུར་གཅིག་ཐ་ན་འབོ་རའི་ལས་འགུལ་གྱི་ཅིག་བལྟས་ཡོང་ནས་གང་ལ་ར་ཨ་རིའི་གི་སྤྱི་ཚོགས་གི་མི་དཀར་པོ་ལ་ངོ་རྒོལ་བྱེད་ཡག་གི་རྣམ་པ་དེ་ཁོ་ཚོ་ལ་ཤུགས་ཆེན་པོ་ཡོད་ད་མི་ནག་པོ་ཡིན་ན། དེ་ཡིན་པ་སོང་ཙང་དེ་མི་ནག་པོ་གི་རིག་གཞུང་སྟེ་གི་མ་རྩ་དེ་ག་རེད་ན་ཁོ་ཚོ་ནཱ་ཆོར་ལྷན་སྐྱེས་དེ་ཉར་གྱི་འགྲོ་བ་མིའི་རིགས་ཀྱི་ཡར་གྱི་ཤེའུ་ཡིན་ལབ་ན་འདི་ཚོ་ལ་ཁ་གཏད་བྱེད་ཡག་གི་རྣམ་པ་ཡོད་བསྡད་པ་དེ་གསལ་བོ་བྱེད། དེ་ནི་ད་མི་ནག་པོ་གི་ང་ཚོ་སྙན་ངག་པ་དང་རྩོམ་པ་པོ་དང་དེ་ཚོ་གི་བྲིས་རྒྱུག་གི་སྙན་ངག་དང་དེ་ནང་དེ་ན་དེ་ཚོ་གི་པ་དེ་ག་རེད་མ་ཁ་དེ་གསལ་བོ་མཐོང་གི་རེད། ད་ནི་ཨ་རིའི་གི་སྤྱི་ཚོགས་རང་གི་ཐོག་ནས་ད་ང་ཚོ་ད་ལྟ་བཤད་དེ་ག་ཡེམ་བཞི་དྲ་དེ་ཚོ་ཡོད་རེད་ཡོད་མ་རེད་ད་དེའི་ཐོག་ནས་བཤད་ལེའོ་ན་ཡང་བཤད་སྟངས་གཅིག་རེད་ཁྲིམས་སྟངས་སྒྲིག་གཞི་གི་ཐོག་ནས་མེད་པ་ཡིན་ན་རེད་ད་ཁོ་རང་ཚོ་ད་ཅིག་ཁྱོ་ནས་ཡོང་ནས་བཤད་ན་ད་མི་ནག་པོ་ལ་ད་སྤྱི་ཚོགས་ནང་གི་མཐོང་སྟངས་ད་མ་འདྲ་བ་ཡོད་པ་དེ་ད་གསལ་བོ་ཆགས་ད་ཡོད་རེད་ད་ཁོ་རང་ཚོ་གི་སེམས་ཁམས་གི་ཐོག་ནས་བཤད་ལེའོ་ན་དེ་རེད་ཡིན་ན་ད་ཨ་རི་ལ་དེ་དང་ཨ་རིའི་གི་ཡོ་རུབ་ནས་ཡོང་རྒྱུ་གི་མཚོ་བྱ། ད་འབུ་ཁྲིད་ཞིག་ལ་འདི་ཚོ་ནི་ཡོང་རྒྱུག་གི་ཧ་ལམ་དེའི་ངན་ཆུང་རང་ལུགས་པ་གི་གཤིས་ཀ་འདི་ལྟར་ཡོང་རྒྱུག་གི་མི་རིགས་དཀར་པོ་དང། དེ་ལས་ད་སྔོན་སྲིད་དོ་པོ་གི་སྟོབས་ཤུགས་ཞན་པ་དེ་མི་རིགས་ནག་པོར་འདི་གཉིས་ཆ་གི་སྤྱི་ཚོགས་ཅིག་གྲུབ་ཡོང་ནི་གང་ལ། སྤྱི་ཚོགས་དང་འཁྲིག་པོ་ཞེའུ་ཅིག་ཆགས་ཚར་རེད། ད་དེ་བསད་དགོས་ན་དང་ལག་པ་བཀྱག་དགོས་ན་དང་སྡོང་ཕྲོག་བཅོམ་གསུམ་ལ་ཉེག་གཟིགས་མེད་ནི་སྤྱི་ཚོགས་ཅིག་ཆགས་ཚར་ཨ་རིའི་སྤྱི་ཚོགས་དཔལ་དང་འཁྲིག་པོ་ཆགས་ཡོད་རེད། དེ་འདྲའི་ཅིག་གི་ཡིན་པ་སོང་ཙང་ཨ་རིའི་སྤྱི་ཚོགས་འདིའི་ཐོག་ནས་ད། སྤྱིར་བཏང་གི་རྒྱལ་ཁབ་ཅིག། ཞི་འཇགས་ཀྱི་རྒྱལ་ཁབ་ཅིག་ལ་ལྟ་ན་ཨ་རིའི་འདིའི་སྤྱི་ཚོགས་འདི་རྩི་པོ་ཞིའུ་ཡོད་རེད་རྩི་པོ། སྤྱི་ཚོགས་འདི་པད་ཅིག་དེ་ཡོད་རེད་དེ་རྒྱ་ཆ་རྒྱ་རེད་དེ་ཡིན་པ་སོང་ཙང་ཨ་རིའི་གི་ཉེན་རྟོག་པ་དེ་ཚོ་ཡིན་ན་ར། ག་རེ་ཟེར་བར་ན་ཅིག། མི་མང་གི་ངོ་རྒོལ་འདྲ་དེ་ཚོའི་ཐོག་ལ་པད་ཅིག། ཅིག་དྲག་སྤྱོད་ཀྱི་ལས་ཀ་དེ་སྤེལ་ཆོག་ཆོག་ཡོད་རེད། དེ་ཡིན་དགོས་ཡག་རྒྱུ་མཚན་ཡོད་ག་རེད་ན་ཨ་རིག་གི་རྩ་ཁྲིམས་གི་ཐོག་ནས་མི་རེ་རེ་ལ་མེ་མདའ་རེ་རེ་ཉོ་ཆོག་ཡག་གི་ད་ཐོབ་ཐང་ཡོད་ད་ཡིན་ན་མེ་མདའ་ཉོ་གི་འགྲོ་ན་ཡང་ཁྱོད་རྒྱབ་ལྗོངས་གི་གནས་ཚུལ་ཁ་ཤས་ཟིག་སྤྲད་དགོས་ཀྱི་ད་ཆང་མཐོང་མ་མཐོང་ནས་ཅིག་ད་ངེས་ན་ཅིག་བྲེས་ར་དེ་ཚོ་འབྲེལ་བ་མེད་ཁྱོད་རྒྱབ་འབྲེལ་རྒྱབ་མ་མྱོང་ནས་ཡང་དེ་འདྲའི་གི་ཅིག་གནས་ཚུལ་གཞན་པ་ཟིག་གོ་གི་ཡོད་ཀྱི་ད་དེ་གནས་ཚུལ་འཕར་མ་རེད་ཆ་རྐྱེན་འཕར་མ་རེད་མ་གཏོགས་དོན་དག་རྡོག་རྡོག་དེ་མི་རིགས་གི་མེ་མདའ་རེ་རེ་ཉོ་ཆོག་གོ་ད། མི་རིགས་རིགས་མི་མཐའ་རིགས་རིགས་ཉོ་ཆོག་པ་མ་ཟད་ཡུ་ནའི་ཏི་སི་ཏེ་ཏིས་ཡ་གི་ཨ་མི་རི་ཀ་གི་འདི་གི་ངར་དིའི་རིགས་རིགས་ལ་ཆ་བཞག་ན་ངར་དིའི་རིགས་རིགས་ལ་སོ་སོ་གི་དྲག་པོ་གི་སྒྲིག་འཛུགས་དེའི་རྩ་ཁྲིམས་གི་ཐོག་ནས་བཤད་ན་དེ་ལ་རང་སྐྱོང་གི་དྲག་པོའི་སྒྲིག་འཛུགས་ཡོད་ཆོག་གོ་རེད། ག་རེ་རེད་ཟེར་ན་དབུས་གཞུང་ལ་བལྟ། སྒེར་གཅོད་པ་སྲིད་དབང་སྒེར་གཅོད་བྱས་ནས་གི་སྲིད་འཛིན་དེ་འདྲས་ཀྱི་ཨ་ནི་ངར་དིའི་གཞུང་ལ་དབུས་གཞུང་ལ་བལྟ་དེ་འདྲས་གི་མི་དེ་འདྲས་སླེབས་པ་ཡིན་ན་དེ་འདྲས་གི་ཨ་ནི་ཨ་རིག་གི་ངར་སྡེའི་སོ་སོ་གི་ཐོག་ལ་བཙན་འཛུལ་བྱེད་ཡག་གི་ཉེན་ཁ་ཡོད་རེད། དེ་ཡིན་པ་སོང་ཙང་སྐབས་དེ་འདྲའི་ལྷད་པ་ཡིན་ན། ཨ་རིག་གི་ངར་སྡེའི་སོ་སོ་ལ་དབུས་གཞུང་གི་བཀའ་དེ་དང་ལེན་མ་བྱས་པའི་ཐོག་ནས་དབུས་གཞུང་ལ་དྲག་པོ་གི་ཁ་གཏད་བྱེད་ཡག་གི་ཐོབ་ཐང་ཡོད་རེད། ཨ་རིག་གི་རྩ་ཁྲིམས་ནང་ན་དེ་ཡན་ཆད་བཀོད་ཡོད་རེད། དེ་འདྲའི་ཡིན་པ་སོང་ཙང་ད་ཨ་རིག་གི་སྤྱི་ཚོགས་འདི་དེ་འདྲའི་གི་མིའི་དཀར་པོ་དང་ནག་པོ་གཉིས་ཆ་གི་ད་ཧ་ཅང་གི་འཁྲིག་པོ་གི་ད་ད་སྤྱི་ཚོགས་ཅིག་གྲུབ་ཡོད་རེད་ངས་བཤད་ད་མིའི་ནག་པོ་ཡིན་ན་དེ་འདྲའི་གི་སྤྱི་ཚོགས་འཁྲིག་པོ་ཅིག་རེད་མིའི་དཀར་པོ་ཡིན་ན་དེ་འདྲའི་གི་སྤྱི་ཚོགས་འཁྲིག་པོ་ཅིག་རེད། ད་ཁོ་རང་གཉིས་ཀྱི་གཤིས་ཀ་དེ། ད་དཔེར་ན་ཨ་རིའི་ནང་ལ་ཆ་བཞག་ན་འདི་རེད། ཨ་རིའི་ནང་ན་ད་ང་ཚོ་མི་ཆ་ཚང་གི་རྟ་བསྡད་ཅིག་ལ། ཁོ་རང་ན་བ་རེས་ར་ད་འདི་འདྲའི་གི་རྟ། ཝུ་ཧན་གྱི་རྟ་འདི་ན་ཚ་འདི་ཁྱབ་ཡོང་ནས་གང་ལ། ཨ་རིའི་ལ་ཅིག་སྨན་ཁང་ར་འདི་གི་མཐུན་རྐྱེན་སྐྱོ་བོ་རེད། ར་བ་གཞི་རིམ་གྱི་ཅིག་འཕྲོད་བསྟེན་ར་འདི་གི་ཅིག་སྨན་ཁང་ར་དེ་གི་མཐུན་རྐྱེན་སྐྱོ་བོ་རེད། དེ་ལས་གང་ཨ་རིའི་ལ་ཧང་སང་ཡ་ག་རེ་ཡོད་ན་ད་རྩེད་མོ་རྩེས་ས། གི་གཞུང་ལམ་ཆེན་པོ། རྟ་བེད་དུ་ཅིག་ཨ་རི་ལ་ཡོད་བསྡད་པ་དེ། ཨ་ནི། རྟ་རྒྱན་རྒྱབ་ས་གི་རྟ་དེ་འདྲའི་གི་རིགས་དེ་ཧ་ཅང་ཆེན་པོ་བྱེད། དེ་ནས་རྩེ་མོ་རྩེ་ས་གི་རིགས་དེ་བེད་དུ་ལི་རྩེ་དྲ་དེ་གི་ཨ་ནི་དེའི་འགྲོ་ས་དེ་ཤུགས་ཆེན་པོ་བྱེད་འོང་ནི་གང་ལ་ཨོ་ད་དེ་ཡོད་རྟ། དེ་ཡིན་པ་སོང་ཙང་ཁོ་ཚོ། ད་དེ་ཡོ་རུབ་གི་རིག་གཞུང་ཟིག་ནི་ཕ་ཁྱེར་ཡོང་གི་ཡོད་ཟེར་ན་འགྲིག་གོ་རེ་ཡོ་རུབ་གི་རིག་གཞུང་གི་ཐོག་ནས་རང་དབང་དེ། ཨ་ནེ་འདས་ལ་བལྟས་ན་གལ་ཆེན་པོ་རེད་ག་རེ་སོགས་ནི་ཚེ་སྲོག་ལ་བལྟས་ན་གལ་ཆེན་པོ་རེད་ད་ང་ཚོ་ཨེ་ཤི་ཡ་ནང་འདྲ་བོ་རུ་ཆགས་བཞག་ན་ད་བོད་པ་དང་སོག་པོ་དང་དེ་འདྲའི་མི་རིགས་ཁ་ཤས་ཅིག་ནི་འཇར་པན་ནང་ན་རེ་ཤོག་ཁག་ཅིག་ཡོད་རེད་དེ་འདྲས་མ་གཏོགས་ད་ཁྱད་པར་དུ་རྒྱ་མི་ཚོ་འདྲ་བོ་ཡིན་ན་ཚེ་སྲོག་འཚོ་ཡ་དང་ཨ་ནེ་ཅིག་སྨན་ཁང་ར་འདི་ཚོ་གི་སྒྲིག་འཛུགས་དེ་རྦད་དུ་ཁོ་ཚོ་གལ་ཆེན་པོ་མི་ཤི་མ་ཉེན་པ་དེ་ཁོ་ཚོ་རྦད་དུ་བསམ་བློ་ཡོད་རེད་དེ་ཡིན་པ་སོང་ཙང་དཔེ་ཆ་གཅིག་ཡིན་ན་ར་ས་ག་ནི་དཔལ་དུ་ས་ཡ་གི་རིག་གཞུང་ཞིའུ་ཡོད་ཀྱུ་ཨ་རི་ར་དེ་ཚོ་དེ་མ་ར་བ་ད་ཡོ་རུབ་ར་འདི་གི་རིག་གཞུང་དེ་ཉི་མ་རེ་རེ་སྐྱིད་པོ་དང་ན་སྐྱིད་པོ་དང་ར་གང་ལྟར་ཚེ་སྲོག་གི་དོན་སྙིང་དེ་རང་དབང་རེད་རང་དབང་དེ་ཉི་མ་རེ་རེ་བེད་སྤྱོད་གཏོང་དགོས་ན་དེ་གལ་ཆེན་པོ་རང་དབང་མེད་ན་བསྡད་ཐུབ་ཀི་མ་རེད་དཔེར་ན་ད་ལོ་ཆ་བཞག་ན་འདི་ལབ་ཀི་འདུག་གོ་རོ་ན་བ་རེ་སི་གི་ད་ང་ཚོ་ཁྱིམ་ནས་སྡོད་དགོས་ཡ་གི་བཀར་རྒྱ་བཏང་ཤ་ནི་གང་ལ་ད་ཨི་ཏྲ་ལི་ར་ད་ཡོ་རུབ་གི་རིག་གཞུང་གི་རྒྱབ་ལྗོངས་ཡོད་ཀྱུ་འདུག་ད་ཨ་རི་ར་རེད་འོ་ང་ཚོ་རྩ་བ་ཉིད་ནས་འདི་དགོས་ཀི་མེད། ཆེ་བ་ཡིན་ན་རེ་ང་ཚོ་རང་དབང་དང་མང་གཙོ་ཡོད་ན་ནི་ང་ཚོ་དེ་གལ་ཆེན་པོ་རེད་མ་གཏོགས་ནང་ལ་དེ་ནི་ད་ང་ཚོ་ཚེ་སྲོག་ག་བྱེད་ཀྱི་མེད་ང་ཚོ་རང་དབང་ག་བྱེད་ཀྱི་ཡོད་ཟེར་ཁོ་ཚོ་ཁྲོམ་ལ་ཐོན་ནས་ངོ་རྒོལ་བྱེད་ཡག་གི་རྣམ་པ་རེད་ད་དེ་ཚོ་རིགས་རེད་བ་ད་དེ་ཡིན་པ་སོང་ཙང་རིག་གཞུང་དཔེ་འདྲ་གི་ཡོད་མ་རེད། དེ་འདྲའི་གི་གནས་སྟངས་ཅིག་གི་འོག་ནས་ད། ཧ་ལམ་མི་ནག་པོ་དེ་རེད་ང་རེད་ག་རེད་ན་ཁྲིམས་དང་སྒྲིག་གཞི་ཁས་ནུས་ཀྱི་མི་རིགས་ཅིག་ལས་སླ་བོ་ཅིག་མ་རེད་ཨ་རིའི་ཁོ་ཚོ་ར་ད་ཁྲིམས་དང་སྒྲིག་གཞི་གི་སྟངས་ནས་འདི་ཅུང་མང་པོ་ཅིག་ཡོད་རེད་ད་མི་དཀར་པོ་ཡིན་ན་དེ་རེད་དེ་མི་ཤ་ནི་ཁོ་རང་ཚོ་གི་མི་རིགས་དེ་གཉིས་ཀྱི་གཤིས་ཀ་དེ་ཧ་ཅང་གི་དཀར་ས་ཅིག་འབར་ཆོག་ཆོག་དེ་འདྲས་འདྲ་བོ་རེད་ད་དེ་ཡིན་པ་སོང་ཙང་དེའི་རིག་གཞུང་དེ་གཉིས་ཀྱི་ཁྲོད་ན་ཨ་ནི་ཨ་རིའི་སའི་ཡ་འདི་ད་དེང་སང་ད་འབར་ཆོག་ཆོག་ཅིག་ནས་བསྡད་ཡོད་རེད་བ་ད་དེ་འདྲས་འདྲ་བོ་ཅིག་རེད། དེ་འབའ་སོང་ཚེ་ང་ཚོའི་རིག་གཞུང་འདི་གི་འདི་གི་རྒྱབ་ལྗོངས་འདི་ཤེས་པའི་ཐོག་ནས་གསལ་བོར་བ་ད་ཨ་རིའི་གི་སྤྱི་ཚོགས་ཀྱི་རིག་གཞུང་གི་རྒྱབ་ལྗོངས་འདི་ཤེས་པའི་ཐོག་ནས་ཨ་རིའི་གི་སྤྱི་ཚོགས་འདི་འགལ་བ་ཅིག་བལྟ་ན། ད་ནི་ང་ཚོ་ལྟད་མོ་གཞན་པ་འདྲ་བོ་ཅིག་མཐོང་གི་རེད། ཨ་རིའི་གི་སྤྱི་ཚོགས་ཀྱི་ནང་གི་འགལ་བ་འདི་འདྲ་ཅིག་ཡོད་མེད་ལ་མ་ལྟོས་བའི་ཁྲིམས་དང་སྒྲིག་གཞི་དེ་ཚོ་དེ། ཡང་གར་སོགས་ལྟ་ཅིག། དེང་སང་གི་འགྲོ་བ་མིའི་རིགས་ཀྱི་ཧ་ལམ་མིག་དཔེ་ལྟ་ཐུབ་ནུས་ཀྱི་ལྟ་དགོས་ཡ་གི་ཁྲིམས་དང་སྒྲིག་གཞི་ཚིག་ལྟ་ཕ་ཁྱེར། ཨ་རིའི་གི་བཟོ་ཡོང་སྐོར་དེ་ཚོ་ལྟ་ཡག་པོ་ཡོད་རེད། བས་ན་ཆ་བྱ་ན། ཨ་རིག་ལ་ཆ་བྱ་ན་གར་ཚང་ཉེན་རྟོག་པ་དེ་ཚོ་གི་ཁྲི་མེད་ལུག་མེད་ཅིག་ནི་ཅི་མི་གསལ་ཤ་ནི་གང་ལ་ཉེན་རྟོག་པ་དེ་ཚོ་ཨ་ནི། གོག་ནུས་པ་བས་ད་ཡིན་ཡིན་པ་ཅིག་ཁྲིམས་ཁ་འགྲོ། ཉེན་རྟོག་པ་དེ་ཚོ་ལ་ཉེས་ཆད་བཅད་ཡ་དེ་ར་བས་ད་མི། མི་གསལ་ནི་གི་མ་འགྲོར་གི་ཨ་ནི་ཁྲིམས་ཐག་བཅད་ནི་ཅི་ཏུ་སི་ཁྲིད་འགྲོ་གོ་རེད། ད་བས་ན། རྒྱ་ནག་གཞུང་འདྲ་བོ་ཅིག་ཡིན་ན། ལྟ་བ་དེ་འདྲས་ཅིག་སྲིད་གི་མ་རེད་ཉེན་རྟོག་པ་དེ་ཚོ་གི་རྒྱལ་ཁབ་སྲུང་སྐྱོབ་བྱེད་དགོས་རུ་དབུས་གཞུང་གི་སྲུང་སྐྱོབ་བྱེད་དགོས་རུ་རྒྱལ་ཁབ་ར་སྲུང་སྐྱོབ་བྱེད་དགོས་ཡ་དེ་ཡིན་གི་ན་བརྩི་གི་ཡོད་རེད། ད་ཨ་རི་འདྲ་བོ་ཡིན་ན་དེ་གི་ལྡོག་ཕྱོགས་རེད། མི་ཡི་སྒེར་གི་ཚེ་སྲོག་སྲུང་སྐྱོབ་བྱེད་དགོས་ཡ་དེ་རྒྱ་ཁབ་སྲུང་སྐྱོབ་བྱེད་དགོས་ཡ་ལས་ཀྱང་གལ་ཆེར་ངས་ད་ལྟ་བཤད་ན། རྒྱ་ཨ་རི་གི་བོད་གཞུང་གི་ཁྲིམས་མེད་ལུགས་མེད་བྱེད་དགོས་ན་ངར་སྡེ་རེ་རེ་གི་དེ་བོད་གཞུང་ལ་ངོ་རྒོལ་བྱེད་པ་བཅས་དྲག་པོ་གི་ཁ་གཏད་ཡིན་ན་བྱེད་ཆོག་གི་ཡོད་པ་ནང་བཞིན་གི། མི་ཡི་སྒེར་གི་ཚེ་སྲོག་དེ་ཨ་རི་ལ་ཧ་ཅང་གལ་ཆེན་པོ་རེད་དེ་འབའ་སོང་ཙང་ད་ལྟ་གི། ཉེན་རྟོག་པ་དེ་ཚོ་གི་མི་དེ་ཚོ་ལ་ཁྲིམས་མེད་ལུགས་མེད་ཅེས་ཟེར་ནི་གང་ལ་ཨ་རིའི་གཞུང་གི་དེ་ཚོ་ལ་བལ་ཏི་སྲོག་ཁྲིམས་ཡན་ཆད་པོ་ད་གང་བཟོ་ཐུབ་སྐོར་ད་རྒྱ་ནག་ནང་ལ་ཆ་བཞག་ན་རྒྱ་ནག་གི་ཉེན་རྟོག་པ་གི་ཁ་སང་དེ་རིང་ང་ཚོ་ད་པར་ཆིའི་ནང་ནས་མཐོང་དེ་ཧོང་ཀོང་ལ་ག་རེ་བྱས་སོང་ཞིན་ཅང་གི་ཐོག་ལ་ཤར་ཏུར་ཀི་སི་ཐན་ཐོག་ལ་ག་རེ་བྱེད་ཀི་འདུག་བོད་པ་ཐོག་ལ་ག་རེ་བྱས་ཡོད་རེད། ཉེས་རྟོག་རྒྱལ་དགོས་ད་ང་ཚོ་ནམ་རྒྱུན་མཐོང་དོགས་རེད། ཉི་མ་ཁ་ཀིར་སྔོ་ཀིར་ལ་མང་ཚོགས་ཀྱི་ནང་ལ་མེ་མདའ་བརྒྱབ་ནས་ཀྱི་མིའི་ས་སྐྱོ་གི་བལ་དུ་ནག་ཉེས་ཅན་དེ་ཚོ་ངོ་འཕྲོད་ན་རྒྱ་ནག་གཞུང་གི་མི་གཅིག་ཁྲིམས་ཁ་ཁྱེར་ཡོད་རེད་ཡོད་མ་རེད་ཨ། ཨ་རིའི་ན་བལ་དུ་ས་ཚར་ད་ཉེན་རྟོག་པ་ཟིག་གིས་འདི་མ་ངོ་རྒོལ་བྱེད་ས་ལ་འདུག་ཟེར་གྱི་ནས་མེ་མདའ་བརྒྱབ་བྱས་ན། སང་ཉིན་རང་ཁོ་ཚོ་སོང་གི་བོད་སྐད་ལ་ཁྲིམས་ཁ་ང་འགྲོ་དགོས་རེད། དེ་འདྲས་ཡིན་པ་སོང་ཙང་ད་དེ་གི་མ་འདྲ་ས་ཅིག་ཡོད་རེད་བ་དེ་ཡིན་པ་སོང་ཙང་ཨ་རིའི་བཟོ་ཆགས་བྱས་ན་ཉེན་རྟོག་པ་འདི་ཚོ་ལ་ད་དེ་འདྲས་གི་ད། ཉེན་རྟོག་པ་ཆ་ཚང་ལ་སྦྱོང་བརྡར་དེ་འདྲའི་དང་བསམ་བློ་ཡོད་མེད་ལ་མ་བལྟས་པའི་ཨ་རིའི་གཞུང་གི་ཁ་ཕྱོགས་དེ་འཁྲིད་དགོས་སྐོར་དང། དེ་ཡིན་པ་སོང་ཙང་ད་རེས་ཀྱི་ངོ་རྒོལ་འདི་ཤུགས་ཆེན་པོ་བྱུང་སྟངས་དེ་སྤྱིར་བཏང་ད་མི་དཀར་པོ་གི་ཉེན་རྟོག་པ་ཅིག་གིས་མི་ནག་པོ་ཅིག་བསད་པ་ལ་མི་རིགས་ཀྱི་འགལ་བ་ཡོད་རེད་ཡིན་ན་མི་མང་དེ་ལས་སེམས་ཁྲལ་བྱེད་ཡ་ཅི་ག་རེ་རེད་ཟེར་ན། ཉེན་རྟོག་པ་དེ་གིས་མི་དཀར་པོ་གི་ཚབ་བྱས་ནག་པོ་བསད་ཀྱི་ཡོད་མ་རེད་རྒྱལ་ཁབ་གི་ཚབ་བྱས་ནས་ཅི་ད་ཉེས་ཅན་པ་ཡིན་ན་རེད་དེའི་དུས་སུ་བསད་བྱས་ཡ་རེད་ད་དེ་བྱས་ནས་གང་ལ་ཁྱོད་རྒྱལ་ཁབ་གི་ཚབ་བྱས་ནས་ཅི། རྒྱལ་ཁབ་ཀྱི་ལས་རྟགས་འདེད་དག་ནི་ཨ་རིའི་གི་རྒྱལ་ཁབ་ཀྱི་རྟགས་འདེད་དག་ནི་ཅེས་རྒྱལ་ཁབ་ཀྱི་མིང་ཐོག་ནས་ཡོང་ནས་གི་མི་གཅིག་གི་ཁྲིམས་བཤེར་གི་གོ་རིམ་མ་བགྱིས་ལ་སོང་བའི་མི་ཉམ་ཆུང་གཅིག་གི་སྐེ་བུས་མོ་བཙུགས་ནས་ཕྱི་རག་པར་དུ་ན་ནས་གསལ་བཤད་ན་འགྲིག་གིར་བས་ན་ད་འདི་གང་ཐུགས་ཚར་རེད་ན། ཨ་རིའི་གི་ཉེན་རྟོག་མ་ལག་དང་དྲག་པའི་སྡེ་ཚན་གི་ནང་གི་བསམ་བློ་དང་ཕྱོགས་གཅིག་གི་རག་ལས་དགོས་ད་དེ་ཡིན་པ་སོང་ཙང་མི་མང་ཤེས་དགོས་ཡ་དང་འཕྲོ་མ་ཐོན་དགོས་ཡ་རྒྱུ་མཚན་གཅིག་འདི་རེད། ཨ་ནི་གཞུང་གི་ད་དཔལ་ཏི་འདིར་དགོངས་དག་བྱེད་དགོས་ཡ་དང་གཞུང་གི་མཛའ་གྲགས་གི་འདི་ཐོག་ལ་ལས་འགན་སྤེལ་དགོས་ཡ་གི་རྒྱུ་མཚན་གཅིག་ར་འདི་རེད། ད་ཡིན་ན་ལས་འགུལ་འདི་ཚོ་ད་ཁ་ཕྱོགས་གཞན་པ་འགྱུར་གི་རེད་འགྱུར་གི་མ་རེད་ད་དེ་ང་ཚོ་བསམ་བློ་བཏང་ཕྱོགས་གཞན་པ་ཅིག་རེད་ད་ད་ལྟ་ང་ཚོ་ཕྱོགས་གཅིག་ནས་བཤད་ན་ཨ་རིའི་ནང་ནས་ད་དབྱི་ཕྱོགས་འགྲོ་ད་ཡོད་རེད་བ་ད་ལོ་གི་སྤྱིར་བཏབ་ཅིག་ཞིག་པའི་ནང་ལ་ཨ་རིའི་གསོན་འཛིན་གྱི་ཡུལ་དུ་དེ་འགྲོ་དགོས་རེད་ད་དེ་བྱས་ནས་གང་ན་ད་འདི། པར་ཏི་ཆེན་པོ་གཉིས་དང་རི་ཕབ་ལེགས་ཀར་རི་མོ་ཀིར་སི་གཉིས་ཆགས་གི་ཨ་ནི་ད་ཨི་ཤོག་རྩོད་པ་རྒྱབ་ཡ་གི་ད་ཁ་མཚམས་གཅིག་ལ་རྙོག་དྲ་འདི་ཅུང་ཟད་ད་དེ་གཅིག་ནི་གང་ལ་ད་པར་ཏི་གཅིག་གི་གཅིག་ནག་པོ་བཟོ་གཅིག་གི་གཅིག་ནག་པོ་བཟོ་དེ་འདྲའི་གཅིག་གོ་ད་དེའི་ནང་ལ་ང་ཚོ་བོད་པ་བཟོ་ར་པས་ན་དེའི་ནང་ང་ཤི་ཁ་ཡིན་ན་ངས་ག་ཚོད་ངོ་མ་རེ་བཤད་ཡོད་ད་ཧ་ཅང་ཟབ་ཟོབ་གཅིག་གོ་རེད་དེའི་ནང་ནས་ངོ་ནས་དྲངས་ནས་དེ་རེད་མ་རེད་དེ་ད་མེད་ན་ཁོ་ཚོ་ཤི་གི་ཡིན་ཟིན་ན་ཤི་ག་རེད་མ་རེད་དོ་དེའི་ནང་ནས་ང་ཚོ་ལངས་ཕྱོགས་བརྟན་པོ་གཅིག་བསྲིང་དགོས་ཡ་དང་དེ་ཧ་ཅང་གལ་ཆེན་པོ་རེད་ད་དེ་རེད་དེ་ན་ཆ་བྱ་ན་ད། སྒྲོག་ན་ཁྲོམ་པར་ཁོ་ཚོ་ལ་ག་རེ་བྱེད་དགོས་ན་མི་དཀར་མཆོག་འཛིན་རང་རིགས་པའི་ལྟ་བ་ཡོད་བཅུག་གི་འདི་ཚོ་རེད་ལབ་གོ་ད། ཨ་རིའི་ནང་ནས་ཨི་ཤོ་ར་ཡལ་ལ་ཁོ་མི་ནག་པོ་དང་ཨེ་ཤི་ཡ་དང་ད་ག་ཚོད་འདི་གི་ད་ཅིག་ཨེ་མེན་གྷ་རེ་གི་ལག་ནས་ཨི་ཤོ་ར་ཡལ་གི་ཁོ་ལ་ཅང་སུ་ཤེས་གྲབས་མེད་བ་ཆགས་གོ་ད་ད་ད་གི་སྒྲོག་ན་ཁྲོམ་པ་གྲས་དེ་ལ་དེ་ཡིན་པ་སོང་ཙང་ཁོ་མི་དཀར་གི་ཕྱོགས་ནས་བསྡད་ཀྱི་ཡིན་པ་དེ་རྒྱ་ཆ་རྒྱ་འདྲ་བོར་བཀར་ན་མི་དཀར་དེ་ཕྱིར་བཏང་མི་ང་རེ་ཡོད་རེད་ད་དེ་ཡིན་པ་སོང་ཙང་མི་ནག་པོ་ཚོའི་སྒང་ལ་ཅིག་ཁྱེད་ཅིག་གཞུང་གི་ཐོག་ནས་ཅིག་ནག་པོ་བྱེའུ་གཅིག་གི་ཡོད་མདོག་མདོག་བྱེད་གོ་རེད། ད་ལྟ་ནང་བཞིན་གྱི་མི་ནག་པོ་འདི་ཚོ་དང་ཨེ་ཤི་ཡ་གི་ར་ད་མི་ནག་པོ་གི Emigrate གི་ཡི་ཤོག་རག་གི་འདུག་མི་འདུག་ད་ནས་དེ་མང་གཙོ་ཚོགས་པ་ཆེ་སྐོར་ད་དེ་ཡིན་པ་སོང་ཙང་མང་གཙོ་ཚོགས་པ་གི་ཡང་འདི་བེད་སྤྱོད་བཏང་ནས་ཀྱི་ཡང་ད་ལྟ་གི Trump ར་འདི་ཚོ་གི་ཨ་ནེ Party ནག་པོ་བཟོ་ཡ་གི་ཆེད་དུ་ངོ་ནས་དྲང་ནས་སྤྱི་འབངས་གི་ཐོབ་ཐང་བཙལ་ཡ་ཙམ་མ་ཡིན་པའི་ད་འདི་རྒྱབ་ལོག་ལ་རྒྱལ་ཁབ་གཞན་པ་གི་ལག་པ་ག་ཚད་ཅིག་སླེབས་ཀྱི་ཡོད་མེད་ལ་མ་བལྟས་ཨ་རིའི་ཆབ་སྲིད་པ་ཚོ་གི་འདི་འདིའི་རྩེད་མོ་རྩེས་ན་ཁེ་བཟང་ཅིག་འདུག་བསམ་ནས་འདིའི་པར་རོ་ལ་འགྲེལ་བཤད་འདྲ་མི་འདྲ་བརྒྱབ་སྟེ་དེ་བརྒྱ་ཆ་བརྒྱ་རེད་ཡིན་པ་སོང་ཙང་དེ་འདྲའི་གི་པར་རོ་ལ་ཨ་ནི་ད་ང་རང་ཚོ་ཡིན་ན་ཨ་ནི་ད་ག་རེ་སོགས་ཅིག་གི་ད་དོ་སྣང་བྱེད་དགོས་རེད་ཟེར་ཡ་ཅིག་དེ་རེད་ད་དཔེ་ན་ང་འདྲ་བོ་ཡིན་ན་འདི་འདྲའི་འདྲ་བོ་ཅིག་རེད། ངས་སྤྱིར་བཏང་གི་རང་དབང་དང་མང་གཙོ་ཟེར་ཡ་འདི་ལ་ད་ང་སྒེར་གི་ངོས་ནས་གོ་བ་ལེན་སྟངས་འདྲ་བོ་བྱས་ན། སྤྱིར་བཏང་འདིའི་ཐོག་ལ Mahatma Gandhi གི་སྐད་ཆ་ཡག་པོ་ཅིག་བཤད་ཡོད་རེད། རང་དབང་དང་མང་གཙོ་ཟེར་ཡ་འདིས། དམངས་གཙོ་ཟེར་ཡ་འདིས་ལབ་ཡོད་རེད་ད་ཁོང་གིས། མ་རེད་རང་དམངས་གཙོ་མ་རེད་རང་དབང་ཟེར་ཡ་འདིས། ཨ་ནི་གཞུང་གཅིག་གི་ཁྲིམས་དང་སྒྲིག་གཞི་གི་ངོ་བཟོ་ནི་གཅིག་གཅིག་མི་གཤིས་ནང་བཞིན་གྱི་གཅིག་གི་མིའི་གི་བསམ་བློ་ལ་འགྱུར་བ་དང་འདིའི་ཚབ་འདི་ཡིན་འདྲ་ཚེ་དེ་གི་ཡོང་གོ་བ་མ་རེད་ཚེ་མིའི་རེ་རེ་གི་སྒོ་གསུམ་སྒོ་གསུམ་གི་ཤབ་ཆོས་གི་ནང་ནི་མིའི་སོ་སོ་གི་སེམས་ཁམས་ལ་གྲུབ་དགོས་གཅིག་མ་གཏོགས་ཡིག་ཐོག་གཅིག་ལ་ཡོད་དགོས་གཅིག་མ་རེད་ཚེ་གན་དེ་གི་དེ་གཅིག་བཤད་ཡོད་རེད་དེ་ཡིན་པ་སོང་ཙང་ཨ་ནི་རང་དབང་བསལ་ཏེ་དང་པོ་མིའི་སྒེར་འདི་འགོ་བཙུགས་དགོས་རེད། དེ་ནས་ཁོ་མིའི་སྒེར་དེ་ཚོགས་ཁག་གང་ནང་ལ་གཏོགས་པ་ཡིན་ན་ཚོགས་ཁག་དེའི་གི་རང་དབང་དེ་གལ་ཆེན་པོ་ཆགས་ཀྱི་རེད། དེ་ནས་རྒྱལ་ཁབ་གི་ཐོབ་ཐང་རང་དབང་དེ་ཡོང་གི་རེད་ཟེར་རང་དབང་ལྡན་པའི་རྒྱལ་ཁབ། དེ་ནས་ད་འཛམ་བུ་གླང་གི་རང་དབང་དང་མང་གཙོ་ཟེར་ཡ་དེ་ཨ་ནི་དུས་སུ་དར་གི་རེད་ཟེར་གན་དྷི་གི་ལྟ་བ་དེ་བཤད་དེ་འབའ་སོང་ཙང་གན་དྷི་གི་ལྟ་ཨ་ནི་འཚེ་མེད་ཞི་བ་གི་འཐབ་རྩོད་པ་དངོས་གནས་དྲང་གནས་ཅིག་ཡིན་ན། འཚེ་མེད་ཞི་བ་གི་ཐོག་ནས་ད་འཐབ་རྩོད་པ་ངོ་ནས་དྲངས་ནས་བྱེད་ཀྱི་ན་དེ་རང་དབང་སྒྱིད་ན་ཡོད་མེད་མི་གཅིག་ཡིན་དགོས་རེད་ཚེ་རང་དབང་གི་བསམ་བློ་དེ་སྒྱིད་ན་མེད་ནས་རང་དབང་དང་དེའི་བསམ་བློ་སྒྱིད་ན་མེད་ནས་གི་མི་གཅིག་གི་འཚེ་མེད་ཞི་བའི་ལས་འགུལ་དྲ་ཡོང་གི་མ་རེད་དེ། རང་དབང་སྒྱིད་ན་ཡོད་ནས་གི་མི་གཅིག་ཡིན་ན་དེའི་ནང་ལ་ཞིག་པའི་ཁ་ཐུག་ལ་རེད་འཚེ་བ་མེད་པའི་ལྟ་ཚུལ་ལྟ་ཚུལ་བཟུང་ནས་ག་འདི་གི་ཞིག་གི་རེད་ཚེ་དེའི་ག་འདི་ལྟ་བ་དེ་འདྲས་ཅིག་ཡོད་རེད། ད་ནང་བཞིན་གི་རྒྱ་ནག་གི་ད་རྩོམ་པ་པོ་ལུའུ་ཞུན་གི་བཀའ་ཤག་ཅིག་བཤད་ཡོད་རེད་ང་ཚོ་དེའི་སྒང་ལ་ད་ང་ཚོ་འདི་རེད། ང་ཚོ་ད་རང་བཙན་ཟེར་ཡ་ཆོག་ར་ང་ཚོ་མི་ལ་རང་བཙན་འཛིན་ན་རེད་རྒྱ་ཁབ་ཅིག་གི་སྒེར་ཚུགས་ཀྱི་ངོ་བོ་ནས་ལངས་དགོས་དགོས་ན་དང་པོ་དེ་ལ་ད་དེ་གཉིས་གཅིག་པ་འདྲ་བོ་རེད་དང་པོ་དེ་ལ་མི་རྒྱ་ཁབ་ཅིག་རང་བཙན་མ་ཐོབ་ནོ་གི་སྔོན་ལ་མི་གང་ཟག་དེ་ལ་སྒེར་ཚུགས་ཀྱི་བསམ་བློ་འདུག་མི་འདུག་དེ་ཧ་ཅང་གལ་ཆེན་པོ་ཆགས་ཀྱི་ཡོད་རེད་སེ་གོ་རེད་དེ་ཡིན་པ་སོང་ཙང་ད་རིག་གི་མི་ནག་གི་ད་མི་མི་ནག་འཛིན་ན་རེད་ད་མི་རིགས་ནག་པོ་གི་ལས་འགན་འདི་ཚོ་གི་ཁྲོད་ལ་ང་ཚོ་བོད་པ་ཚོ་རང་དབང་གི་བསམ་ཚུལ་ཅིག་སིན་ནས་ཅིག་ཞིག་པ་དེ་བརྒྱ་ཆ་བརྒྱ་འགྲིག་གི་ཡོད་རེད་ངས་བསམ་བློ་བཏང་པ་ཡིན་ན། ཡིན་ན་ད་དེའི་ནང་ནས་ཁྱོད་ཤོག་ཁག་གང་ནང་ཞིག་གིན་དེ་ཁྱོད་བདམས་ཀ་ཡོད་རེད། དེ་ཁ་ཤས་ཚིག་ཤོག་ཁག་ཤོག་ཁག་གཅིག་དྲག་པོ་གི་ཤོག་ཁག་ཡིན་སྲིད་ཀྱི་རེད་གཅིག་ཞི་བ་གི་ཤོག་ཁག་ཡིན་སྲིད་ཀྱི་རེད་ཁྱོད་དེའི་ནང་ཞིག་ན་འགྲིག་གི་ཡོད་རེད་རེད་བ་ད་ཁྱོད་གང་གང་ནང་ཞིག་མིན་དེ་ཁྱོད་བདམས་ཀ་ཡོད་རེད་དེ་མ་གཏོགས་ཁྱོད་རྩ་བའི་ཆ་ནས་མི་ནག་པོ་གི་སྐྱོང་རག་གི་ཡོད་ན། རེད་བ། མི་སུ་ཞིག་ལ་གྱོང་རག་གི་ཡོད་ན་ཨ་ནི་དེའི་གི་ཕྱོགས་ནས་ལངས་དགོས་ཡ་དེ་ང་ཚོ་རང་དབང་དང་མང་གཙོ་རྩོད་ལེན་བྱས་ནས་གི་ཨ་ནི་ཚོགས་ཁག་ཅིག་དང་ཨ་ནི་ད་གང་ཟག་སྒེར་ཅིག་ཡིན་ན་ད་དེ་ཨང་དང་པོ་ཡོད་དགོས་གོ་རེད་དེ་འདྲའི་འདྲ་བོ་ཅིག་ཡིན་ད་དེའི་ཐོག་ནས་ད་ད་རེས་གི་ད་དེ་ཅིག་ལབ་བཤད་ལོང་བཤད་འདྲ་བོའི་ཚབ་ཅིག་ཡིན་ཡིན་ན་ད་དེའི་སྐད་ཆ་འདི་ད་རང་བོ་འདྲ་བོ་ཅིག་བྱས་ནས་ཨ་ནི་མང་ཆེ་བ་ཟིག་ཨ་ནི་ཅིག་དོན་དག་རྡོག་རྡོག་ཅིག་ཐོག་འབབ་ཐུབ་མ་སོང་ཨ་ནི་དགོངས་དག་ཞུ་ཡ་ཡིན། རྗེས་མ་ནི་ང་ཚོ་ལབ་ཤེས་ལོང་ཤེས་ཡང་གཞན་པ་གཅིག་གི་ནང་ནས་ང་ཚོ་ཡང་བསྐྱར་མཇལ་ཆོག་བ་ཆེས་ཐུགས་རྗེ་ཆེ།